མང་གཙོ་དཀར་བོ་གསུམ་ནས་ནི། དམངས་གཙོ་དཀར་བོ་གཅིག་དེ་ལ་ནི། རྐང་བཙུགས་ནས་ནི། དོ་ཕོག་བཏང་གི་ཡོད་པ། རྐང་བཙུགས་ནས་ནི་ཡ་བསྐྱར་གསོ་ཐུབ་མ་བཅུག་བ་བཟོས་ཀྱི་ཡོད་པ། ཨ་ནི་སྤྱི་འཐུས་སྐབས་བཅུ་བདུན་པ་རྣམ་པ། ཚུལ་ཁྲིམས་སོགས་ལྷན་ཚོགས་ཀྱི་ངོ་བོད་ཀྱི་ཐོག་ནས་ང་ཚོའི་མི་མང་གིས་ཡར་བསྐོས་བཞག་པ་ཡིན་པ་ཡིན་ན་ཡང་ཁོ་ཚོའི་ཁྲིམས་སྲོལ་ལྷན་ཚོགས་ཀྱི་ལས་འགན་འདི་ནི་ཏག་ཏག་འཁྱེར་གྱི་མེད་པ་ཐོག་ལ་ནི་ངས་ད་ལྟ་བར་དུ་ད་ཐེ་གཏོང་བཞིན་འགྲོ་ཡིན་བསམ་ཟེར་བ། ཨ་ནི་ད། ད་རིང། དགྲ་བོ་བྱིས་ན། ཁེ་སང་དགོང་ལྟར་རོ། ལས་ཀ་ནི་ནང་ལ་སླེ་བྱེད། ད་ཡང་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱ་ཏི་བེད་ཏི་བི་ཡོད་རོ། འདི་མགོ་ནས་ནི་ཁ་ཕྱེ་ནི་ཡང། བསྐྱར་དུ་གཅིག་ལྟ་ཡིན་པ། ཉིས་སྟོང་ཉི་ཤུ་རྩ་གསུམ་གྱི། སྤྱི་ཟླ་གསུམ་པ། ཚེས་ཉི་ཤུ་རྩ་གསུམ།

ཚོགས་ཐུན་ལ་ཡུལ་དུ་ཁོ་ཚོ་སེར། ཚོགས་ཐུན་བཞིའི་ཚོགས་འཁོར་ཉི་མ་གཅིག་ལ། ཞོ་སྐྱེས་ཚོགས་ཐུན་གཉིས། ཉིན་མགོ་རྒྱབ་ཚོགས་ཐུན་གཉིས་ཚོགས་འཁོར་རེ་རོ། ཨ་ནི་ད་རིང་ང་རྣམ་པ་གླིང་གེ་ཚོ་ལ་འབུལ་རྒྱུ་ག་རེ་ཞོན་ཡིན་ལ་ན། ཉིས་སྟོང་ཉི་ཤུ་རྩ་གསུམ། ཨ་ནི་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གསུམ་གྱི་ཨ་ནི་སྤྱི་འཐུས་ལྷན་ཚོགས་ཀྱི་ཉི་མ་བརྒྱད་པ་རེ། ཚོགས་འདུ་ཉི་མ་བཅུ་ཚོགས་ཡོད་རོ། ཉི་མ་བརྒྱད་པ་གྱི་ཨ་ནི་ཚོགས་ཐུན་གཉིས་པ། བྱ་ཡི་གསོལ་ཇའི་གི་བར་གསེང་བཞུགས་ལ། ཨ་ནི། སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་ཚོགས་གྱོད་དེ་ནི། རྣམ་པ་ལྷན་རྒྱས་ཚོ་ཡིས་གཟིགས་རོགས་གནང་ཞུ་ཡ་ཡིན་པ། སེམས་པ་སྐྱོ་སོ་རང་ང་ནི་འདི་ཁ་ཞིང་སྨྱོས་ལ་ད་ལྟ་འདི་ཉིན་མོ་འདི་ག་རང་རེད། ཕྱི་ཟླ་གསུམ་པའི་གི་ཚེས་ཉི་ཤུ་རྩ་གསུམ་ཕྱི་ར་རྩ་བཞི་རྩེ་ལྔ་ལ། ང་ནི་ངུ་ཚ་ཡིན་ད་མང་པོ་དེ་ཉིན་མོ་དེ་ལ་དངོས་གནས་དྲང་གནས་པའི་སེམས་པ་སྐྱོ་ས་ར། ཡིན་ནས་ད་རྣམ་པ་གླེང་མཁན་ཚོའི་འོ་དེ་བསྐྱར་དུ་གཟིགས་རོགས་གནང་ལ་ཡིན་པ། ཉིད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། སྤྱི་ཟླ་གསུམ་པའི་དགེ་ནི་ཚེས་ཉི་ཤུ་རྩ་གསུམ་ལ། གསོལ་ཇའི་བར་གསེང་བཞུགས་ལ། ཚོགས་ཐུན་གཉིས་པ་ཚུགས་ཡོད། གསོལ་ཇའི་བར་གསེང་བཞུགས་ལ། འོ་དེ་ཨ་ནི་རྣམ་པ་གླེང་མཁན་ཚང་མ་གིས་གཟིགས་རོགས་གནང་ཞུ་ཡ་ཡིན་པ། ཨ་ནི་གཞི་ནས་ང་ཚོས་ཀྱི། གཟུགས་པོ་ལ་དྲང་པོར་སྐྱེས་ད། ད་ལྟ་ཕ་དོ་ཁོ་ཚོས་ཀྱི་དེ་འདྲའི་གནང་བསྡད་ཡོད་ད། སྤྱི་འཐུས་སྐབས་བཅུ་དྲུག་ནས་ཕྱི་ནི་ད་ལྟ་གི་ཆོས་བརྒྱུད་སྤྱི་འཐུས་བཅུ་གཅིག་འདུག་ཨ། སྤྱི་འཐུས་སྐབས་བཅུ་དྲུག་ལ་ཆོས་བརྒྱུད་སྤྱི་འཐུས་བཅུ་དེ་ཡོད་ནས་གཅིག་ད་ལྟ། ཨ་ཀྲོང་དགེ་བཤེས་ཨ་ཀྲོང་རིན་ཆེན་གཅིག་པོ་གཅིག་ད་ལྟ་གསར་པ་རེད། གཞན་པ་དགུ་དེ་རང་འཇགས་རེད་སྤྱི་འཐུས་སྐབས་བཅུ་དྲུག་ནང་ལོ་ལ། ཨ་ད་ལྟ་སྐབས་བཅུ་བདུན་ནང་ལ་གི་རང་འཇགས་ད་ད་ལྟ་རང་འཇགས་རོ་ཨ། ངོ་དེ་སླེའུ་རེད། ངོ་དེ་འདྲས་ཕྱི་ནི་རྣམ་པ་གླེང་མཁན་ཚོ་སྐུ་རྒྱན་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གསུམ་གི་སྲོད་རྗེས་ཀྱི་བར་གསེང་བཞུགས་ལ་ཆུ་ཚོད་བཅུ་གཅིག་ནས་འགོ་བཙུགས་ཀྱི་ཡོད་རེད། བཅུ་དང་ཕྱེད་ཀ་ནས་བཅུ་གཅིག་བར་དུ་བར་ཚིགས་ཡིན་སེམས་ཧྲཱི། བཅུ་གཅིག་དང་སྐར་མ་བཅོ་ལྔ་བར་དུ་ངོ། དེ་ནས་ནི་རྣམ་པ་ལྷན་སྐྱེས་སྩོལ། གཟིགས་ནི། གཟིགས་རོ་ནང་བསྟི་བུ་གུ་བཞིན་ཡིན་ར་ཨ་ནི་ད། ཁ་སིང་སྨྱོས་ནས་ཀྱེ་ངས། ཐེ་མ་གཅིག་ཐེ་སྟོང། དང་པོ་ལ་བུ་གུ་བཞིན་ཡིན་བསམས་སོ་ད་རིང་ཡང་བསྐྱར་དུ། བོད་རིགས་བཙན་བྱོལ་ནང་ལ་ཡོད་པའི་གི་སེར་སྐྱ་མང་ཚོ་ཡོངས་ལ་ནི་འབོད་སྐུལ་དང་ཨ་ནི་དགོན་སྡེ་གྲྭ་ཚང་ཁག་ཨ་ནི་ཚོགས་པ་སྐྱིད་སྡུག་ཁག་ཨ་ནི་སྡེ་ཚན་ཁག་ད་ཚང་མ་ཨ་ནི་འགན་འཁྱེར་རོགས་གནང། ཨ་ནི་ད་ད་ལྟ་གི་དུས་ཚོད་ལ་དངོས་གནས་དྲང་གནས་ཀྱི་ད་ཕ་དྲི་བ་བཏང་དགོས་ཡོད་ན་སྙན་ཞུ་བཏང་དགོས་ཡོད་ན་ད་འགན་འཁྱེར་རན་ཧྲཱས་ངོ་འདི་ཞུ་ཡ་ཡིན་ཨ་ནི་ང་ཚོ་བཙན་བྱོལ་ནང་ལ་ཡོད་པའི་གི་བོད་མི་ཚང་མ། བོད་མི་སྒྲིག་འཛུགས་ལ་འབྲེལ་བ་མེད་པ་སུ་ཡོད་རེད། གོང་ས་མཆོག་གི་བཀའ་དྲིན་ཡོག་ལ་མ་ཚར་བ་སུའི་རེད། བོད་ནང་གི་གཞིས་ལུས་སྤུན་ཟླ་བོད་མི་ཚང་མ་རྒྱ་ནག་དམར་གཞུང་གི་འོག་ལ་མྱངས་བསྡད་ཡོད་པ་དང། ཁོང་ཚོ་ལ་ཤ་ཚ་བ་དང་ཁོང་ཚོ་ལ་ཚོར་བ་དང་ཁོང་ཚོ་ལ་གདུང་སེམས་མཉམ་སྐྱེད་མེད་པ་བོད་མི་སུ་ཡོད་རེད། ཆབ་སྲིད་དང་འབྲེལ་བ་མེད་པ་གི་བོད་མི་སུ་ཡོད་རེད། ང་ཚོ་ཚང་མ་འབྲེལ་བ་ཆགས་ཀྱི་ཡོད་རོ། དེང་སང་ང་ཚོས་ཀྱི་སྤྱི་ཚོགས་ནང་ལ་འདི་འདྲའི་ལབ་ཀྱི་འདུག་ཨ། གྲོགས་པོ་གྲོགས་མོ་གི WhatsApp བཙུགས་ན་རེད WeChat Group བཙུགས་ན་རེད Telegram Group བཙུགས་ན་རེད། ག་རེ་བཙུགས་ཀྱི་ཡོད་ན་གང་བྱེད་བརྙན་ཐུང་བཟོས་ཀྱི་ཡོད་ན་གང་བྱེད་ཚོགས་པ་བཙུགས་ཀྱི་ཡོད་ན་གླེང་སྟེགས་བཙུགས་ཀྱི་ཡོད་ན་ག་རེ་བཙུགས་ཀྱི་ཡོད་ན། ང་ཚོས་ཀྱི་འདི་ཚོགས་པ་འདི་ནང་ལ་ཆབ་སྲིད་སྐད་ཆ་བཤད་མེད་ཨ། ཆབ་སྲིད་འབྲེལ་བ་མེད་ད། གྲོགས་པོ་གྲོགས་མོ་ཡི་ཧ་ཧུ་ལ་ནི་ཞེ་སྡང་ཡ་དང་སྐད་ཆ་ཤི་ཡ་དང་ཞབས་རོ་འཁྲབ་ཡ་དང། འཛོམས་འཛོམས་ཐག་ཐག་དང་ཁ་ལ་ཟ་ཡ་དང། དེ་འདྲི་མ་ཤེས་ནི་ང་ཚོའི་ཚོགས་པ་གཅིག་བཙུགས་ན་འདི་ནང་ལོགས་ལ་ཆབ་སྲིད་ཁྱི་མ་ཡོང་བ་ཟིན་ང་ཚོ་མ་ཆམ་བ་ཆགས་ཀྱི་འདུག་ཆབ་སྲིད་ཁྱི་མ་ཡོང་བ་ཟིན་ལ་ཡི་དྭོགས། ང་ཚོ་ཚང་མ་བོད་མི་གཅིག་ཡིན་ཚར་བའི་ཕྱིར་ལ་ཆབ་སྲིད་ལ་ནི་འབྲེལ་བ་མེད་པ་ཆབ་སྲིད་སྐད་ཆ་བསླང་ཡ་མེད་བ་འདི་འདྲི་བོད་མི་སུ་ཡོད་ད།

ང་ཚོ་ཚང་མ་བོད་མི་ཡོད་དོ་ཅོག་ད་འདི་ག་རང་ལ་དོན་ཚན་ད་ལྟ་གོང་དུ་ཞུས་བ་དོན་ཚན་འདི་ལ་འབྲེལ་བ་མེད་བ་སུ་གཅིག་ཡོད་མ་རེད། འོ་དེ་ཞུས་ཡང་ཡིན་ཨ་རྣམ་པ་གླིང་གི་ཚོ་སྐུ་རྒྱན་ད་འདེགས་ཀྱིས་ད། དེ་སྔ་སྐབས་བཅུ་དྲུག་པ་སྤྱི་འཐུས། སྐབས་བཅུ་དྲུག་པ་གི་སྤྱི་འཐུས་ཚོགས་གཙོ་ཟུར་པ་པད་མ་འབྱུང་གནས་དང་ཨ་ནི་ཚོགས་གཞོན་ཟུར་པ་ཨཅ་རེ་ཡེ་ཤེས་ཕུན་ཚོགས་ཁོང་ཚོའི་སྐབས་ཀྱི་སྐབས་བཅུ་དྲུག་གི་ད་མང་གཙོ་ཀ་བ་གསུམ་ནས་གཅིག་འདི་ལ་ཨ་ནི་ཕ། སྦོ་ལུག་བཅུ་བ་དང་མང་གཙོ་ཀ་བ་གསུམ་ནས་གཅིག་སྟེ། ལྕགས་ནི་ཨེ་ནི་ཕ། རྩིས་ལེན་རྩིས་སྤྲོད་ད་ཕ། སྐབས་བཅུ་བདུན་པ་ལ་ད་རྩིས་ལེན་རྩིས་སྤྲོད་ཡས་གནང་ཡོད་མ་རེད་ཁོང་ཚོས་ཀྱིས་སྐབས་བཅུ་དྲུག་གི་ཚོགས་གཙོ་དགོངས་པ་ཞུས། ཨ་ནི་ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་ཚོགས་གཞོན་རུ་ཨ་ད་ལྟ་དེ་ཁོ་རང་མི་ཨ་ཅཱ་རེ་ཡ་ཡིན་ན་གཅིག་ལབ་གི་འདུག་ང་དེ་ཨ་ཅཱ་རེ་ལབ་གི་མེད་ལ་ནི་ངའི་ཉི་མ་མང་པོ་ལབ་ཚ་ཡིན། ད་ཡིན་ནས་ད་ལྟ་ཁོ་རང་མིང་ཡོངས་གྲགས་འདི་ག་རང་ལབ་གི་འདུག་ཨ། འདི། ཁོ་རང་ལ་ང་ཨ་ཅཱ་རེ་གྱིས་ལབ་ཐུ་ཡས་ཀྱི་གནས་གནས་སྟངས་ཁོ་རུ་དེ་གི་མི་འདུག་རུ་ཨ། ཁོ་རང་གི་དགོངས་པ་ཞུས་ད་གང་ཆེ་སྐབས་བཅུའི་དཀྲུགས་པ་དེ་གིས། ཚོགས་གཙོ་དང་ཚོགས་གཞོན་དང་རྒྱུན་ལས་དང་ཚང་མ་རྩ་དགོངས་ཞུས་ནས་ནི་རྩིས་སྤྲད་ཡ་འདྲ་བོ་དེ་འདྲའི་གལ་བྱུང་ཡོད་མ་རེད་ལོ་རྒྱུས་ནང་ལ་ལྷག་ཡོད། དེ་འདྲས་མང་གཙོ་ཀ་བ་གསུམ་ནས་གཅིག་འདི་ལ་ད་སྦོ་ལུག་བཅུག་རྐང་བཙུག་ནས་ཤེས་བཞིན་ནས་ཁྲིམས་འགལ་གྱི་ཐོག་ནས་ཨ་ནི་ད་ད་འདས་ཀྱི་སྐབས་བཅུ་བདུན་པ་གིས་ད་མང་གཙོ་ཀ་བ་གསུམ་ནས་གཅིག་འདི་ཁ་སེ་སྔོན་ནས་སྦོ་ལུག་བཅུག་ཡོད་བ་རྐང་པ་བཅག་ཡོད་བ་འདི་ལ་བསྐྱར་དུ་ཤི་རྨས་རོལ་མེད་བཟོས་དེ་ཡོད་ད་ཁོ་ཚོས་གི་རྐང་བཙུགས་ནས། ཧིན་དི་སྐད་ནས་ད་ལྟ་ང་ཚོའི་རྒན་པ་གཅིག་གིས་པེ་མི་སི་གི་ཡག་པོ་ཐོག་ནས་བཀའ་སློབ་གནང་ཁུལ། ཏར་པ་ཏར་པ་ཀེ་མ་ར་ཧེ་ལ་ཡི་དོ་ཨ་ཏར་པ་ཏར་པ་ཀེ། ད་ང་ཚོའི་གི་བོད་མིའི་སྒྲིག་འཛུགས་འདི་ལ། མནར་ནི་བེད་ཁོ་རོ་གདུག་རྩུབ་མནར་གཅོད་བཏང་ནས་རྒྱ་མི་ནང་བཞིན་རྒྱ་ནག་དམར་པོ་ནང་བཞིན། ད་སྐབས་བཅུ་བདུན་པའི་གི་སྤྱི་འཐུས་ནང་ལོ་ནས་ནི་སྤྱི་འཐུས་ཁ་ཤས་ཀྱིས་དུས་གནང་ནས་ད་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་མང་གཙོ་ཀ་བ་གསུམ་ནས་གཅིག་འདི་ལ། ད་དུས་ཕྱིན་ནས་ནི་ཁོང་ཚོའི་གི། དོ་པོ་བཏང་དང་བཏང་བཞིན་པ་རེད། ཨ་ནི། སྐབས་བཅུ་དྲུག་པའི་སྤྱི་འཐུས་ཀྱིས་དེ་སྔ་གནང་བཞག་རྒྱུ་དེ་བོད་མི་ཡོངས་ལ་རྨ་ཁ་བཟོས་བོད་མི་ཡོངས་ལ་ཨ་ནི་ངོ་ཚ་བོ་བཟོས་ད་ཁོང་ཚོས་ཀྱིས་དེ་ལོ་རྒྱུས་ནང་ལ་རྒྱལ་སྤྱིའི་ལོ་རྒྱུས་ནང་ལ་དེ་ཐེངས་མ་དང་པོ་ཆགས་རྒྱུ་ཡོད་ད་དེ་འདྲས་མང་གཙོ་ཀ་བ་གསུམ་ནས་གཅིག་དེ་འབུ་གཏོར་བཞག་རྒྱུ་དེ་ཨ་འདི་གང་ལ། ལྟ། གལ་ཆེ་ཤོས་ནང་ནས་ཆེ་ཤོས་འདི་སྐབས་བཅུ་དྲུག་པའི་གི། ག་རེ་གནང་རེད་ལ་ན་གོང་ས་མཆོག་ལ་ཐུགས་ཕམ་བཟོས་ཡས་ཀྱི་རྒྱུ་འདི་སྐབས་བཅུ་དྲུག་པ་ནས་འགོ་བཙུགས་ནས་ལྟ་ད་ལྟ་སྐབས་བཅུ་བདུན་པ་གི་ཤེས་བཞིན་དུ་རྐང་བཙུགས་ནས་ནི་ལྟ། གོང་ས་མཆོག་ལ་ཐུགས་ཕམ་དང་ང་ཚོ་ཚང་མ་ལ། ཉིན་ཁྱོད་ན་མཚན་མ་སྐྱོ་ཡས་ཀྱི་དུས་ཚོད་འདི་ལྟ་ཁོ་ཚོས་གི་བཟོས་གི་འདུག་ཨ། ངོ་འདི་ཕྱི་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གི་ཟླ་བ་གསུམ་པའི་ཚེས་ཉི་ཤུ་རྩ་གསུམ། གི་ཉིན་མོ་གི་ནི་ཚོགས་འདུ་ཚོགས་འདུན་བཞི་ཚུགས་ཡོད་རེད། ཚོགས་འདུན་བཞི་འདི་གཟིགས་མ་ཐུབ་པ་ཡིན་ན། གསོལ་ཇ་བར་གསེང་བཞུགས་ཀྱི་ཆུ་ཚོད་བཅུ་གཅིག་དང་སྐར་མ་བཅོ་ལྔ་ནས་འགོ་བཙུགས་ནས་ནི་རྣམ་པ་ལྷན་སྐྱེས་ཚུལ་གྱིས་ཡིན་གཅིག་མིན་གཅིག་བཟི་རོ་གནང། ཨེ་ལྷམ་པ། རྣམ་པ་ལྷན་སྐྱེས་ཚུལ་གྱི་མཚན་ལ་གཉིད་ཁུག་ཏུ་མི་འདུག་ཨ་ནི་ཞི་ནས། ཨ་ནི་ཡག་པོ་སེའུ་ཧ་གུ་རེ་ང་ཁྱེད་ས་དགོངས་དག་ཆུ་ཚོད། ཆུ་བོ་གཅིག་ནས་རྟ་ཡིན་པར་ལས་ཀར་བྲོས་ནས་མཚན་ལ་གཉིད་ཁུག་མ་སོང་ནས་ཧོ་རོ་བསྐྱར་དུ་བརྙན་ནི་ངས་མཐོང་ཡ་ལྟ་ལྟ་ཡོད་རེད། ཡིན་ན་ཡང་སྐྱུར་མགོ་ནི་ལྟ་ཡིན་པ། ངོ་དེ་འདྲས་བྱས་ནས་འདི་དྲན་གསོས་ཆེད་དུ་རྣམ་པ་གླེང་མཁན་ཚོ་ལ། ཨ་འདི་གཟིགས་རོགས་གནང་ལ་ནི་ཞུ་གི་ཡོད་ར་ད་སྐབས་བཅུ་བདུན་པའི་གི་རྐང་བཙུགས་ནས་བཤད་བཞིན་དུ་ད་ལྟ། ད་ཚོགས་གཙོ་དེ་མཁན་པོ་གཅིག་ར་ད་ཁོང་ཚོས་གི་དངོས་གནས་དྲང་གནས་གི། ད་ལྟ་བར་དུ་ད་ལྟ་གི་ཚོགས་ཐེངས་ལྔ་བ་བར་དུ་ལ་ཨ་ཁྱོད་ནི་ཡག་པོ་གནང་ཡོད་མ་རེད་མང་མོས་འགྲོ་དགོས་ར། ངོ་དེ་འདྲས་བྱས་ནས་ད་ང་ཚོའི་གི་མང་ཚོགས་ཀ་བ་གསུམ་ནས་གཅིག་འདི་ལ་ཨ་ནི་ད་ཤི་མའི་རོ་མེད་བཟོས་ཡོད་རེད་ཨ་ནི་ད་འདས་ཀྱི་དཀར་ཤར་ལ་ཀའི་རྐང་བཙུགས་ནས་ད་མཛེས་དགའ་བཟོས་གནང་གི་འདུག་ཨ་འོ་དེ་འདྲ་བྱས་ན་ད་ད་དུང་ང་ཚོ་ཚང་མ་འདུ་ཤིག་ཁ་བཙུམ་ནས་བསྡད་ཡོད་པས་ད་ད་འདོད་ཀྱི་ད་འདོད་ཀྱི་ང་ཚོས་ཀྱི་ད་ཡ་བཏང་ཞག་སྒྱུར་གྱི་སྤྱི་འཐུས་དེ་ཚོས་ཀྱི་ཕྱག་ལས་སུས་ཡག་པོ་གནང་གི་འདུག་སུས་ཀྱི་ཏག་ཏག་ཅིག་གནང་གི་མི་འདུག་ཞུར་ཏག་བཏང་གི་མེད་པས་ད་འདོད་ཀྱི་ང་ཚོས་ཀྱི་སུ་ལ་ད། སྐུ་དེ་བྱུག་གོ་དོ་སུ་ལ་ཡ། ད་འབུལ་སྐུ་ཞུ་གོ་དོ་ང་ཚོས་ཅིག་ཅིག་ཞུར་ད་མ་བཏང་ནི་འདུག་ཅིག་ད་དེ་ཡིན་པས་ངོ་འདི་ཞུ་ཡང་ཡིན་ཨ་ནི། དགོན་སྡེ་གྲྭ་ཚང་ཁག་ནས་འགན་ཁུར་ནས་ད་ལྟ་ང་སྐུ་ཞུ་ལ་ད་ད་འདི་འདྲས་མང་པོ་ངོ་ཤེས་བ་ཡོད་ཁོ་ཚོས་གིས་ད་དངོས་གནས་དྲང་གནས་ཀྱི་ངོ་ཚ་ཡི་འདུག་གསུང་གི་འདུག་ད་ད་ལྟ་འདི་ལ་དངོས་གནས་དྲང་གནས་སེར་སྐྱ། སྐྱ་སེར་ཡོངས་ལ་གོ་སྐབས་ཆེན་པོ་ཅིག་རག་འདུག་ང་ཚོ་ཚང་མ་ལ་ད་ད། བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་བཙུགས་གནང་ཡོད་ར་ད་བཅའ་ཁྲིམས་ནང་ལོགས་ལ་དཀའ་ངལ་མང་པོ་ཅིག་འཕྲད་ནས་ད་ལྟའི་གི་མང་ཚོགས་ཀ་བ་གསུམ་ནས་མང་ཚོགས་ཀ་བ་གཅིག་འདི་གི་ནང་ལོགས་ལ་ཆེ་མཐོའི་ཁྲིམས་ཞིབ་པ་ཆེ་ཡ་དེ་རྒན་ཡོལ་ལ་ཕེབས་ཚར་རེད་ཨ་ལས་ཚབ་དེ་སང་ཉིན་གནངས་ཉིན་རྒན་ཡོལ་འགྲོ་གི་ཡོད་རེད་ཨང་ད་ལྟ་རང་དབང་ཅན་གི་སྡེ་ཚས་ནང་ནས་གི་ད་རྩིས་ཞིབ་གི་འགན་འཛིན་དེ་རྒན་ཡོལ་ལ་ཕེབས་ཚར་སོང་ཨ་ད་དེ་ཚོ་ཚང་མ་སྟོང་པ་རེད་གོ་ཡུལ་སྟོང་པ་ཆགས་ཀྱི་ཡོད་རེད་ཡིན་ན་ཡང་ཆེ་མཐོའི་ཁྲིམས་ཞིབ་ཁང་ཡ་ཆེ་ཡ་དེ་བསྐོས་ཡ་དེ་ལ་ཨ་ད་ལྟའི་གི་སྐབས་བཅུ་བདུན་པའི་གི་ནང་ནས་ཨ་ནི། སྤྱི་འཐུས་ཉི་ཤུ་རྩེ་ལྔ་ལས། མེན་པར་གཞན་པ་དེ་ཚོ་གི་རྒྱབ་སྐྱོར་མ་གནང་ཆེད་ད་ད་ད་ཆེས་མཐོའི་ཁྲིམས་ཞིབ་ཁང་ཆེ་ཡ་དེ་བསྐོས་ཐུ་ཁྲིམས་ཞིབ་པ་ཆེ་ཡ་དེ་བསྐོས་ཐུ་ཡོད་མ་རུ་ཨ། ད་དེ་དཀའ་ངལ་དེ་མུ་མཐུད་ནས་ལྷག་བསྡད་ཡོད་རེད་འུ་དེ་འདྲས་ཕྱིན་ནས་ད་ང་ཚོའི་ཚང་མས་ཀྱི། ད་འདི་ལ་ང་ཚོའི་ཚང་མ་ལ་འབྲེལ་བ་ཆགས་ཀྱི་ཡོད་ད་འདི་ད་འདས་ཀྱི་ད་ཁྲེད་རང་དབང་ཅན་གྱི་སྡེ་ཚན་གྱི་འགན་འཛིན་དང་ཁྲིམས་ཞིབ་པ་ཆེ་ཡ་དང་དེ་ཚོ་མེད་པ་ཡིན་ན་ཨ་ནི་དངོས་གནས་དྲང་གནས་མང་གཙོ་ཀ་བ་གསུམ་ཀར་ལ་དོ་ཕོག་འགྲོ་གི་ཡོད་དུ་མང་གཙོ་ཀ་བ་གསུམ་ཀ་ལ་དོ་ཕོག་འགྲོ་གི་ཡོད་དུ་བོད། བཙན་བྱོལ་ནང་ལོ་ལ་ཡོད་རྒྱུགས་ཀྱི། ཚོགས་པ་སྐྱིད་སྡུག་སྒྲིག་འཛུགས་ཆ་ཚང་ལ་དོ་ཕོག་འགྲོ་གི་ཡོད། ད་གང་ཆེས་འདི། འགྲེལ་བཤད་བརྒྱབ་པ་ཡིན་ན། ད་གང་ཆེས་ཁ་གསེང་བརྙན་ཐུང་ནང་ལ་ཞུས་ཚར་བ་ཡིན་པ་ཁང་པ་ནང་གི་ཀ་བ་འདི་མེད་པ་ཡིན་ན་ཁང་པ་འདི་ག་འདྲེས་འཚོ་ཐུབ་ཀྱི་རེད་འོ་དེ་འདྲས་ཕྱིན་ད་ང་ཚོ་ཚང་མེད་ཀྱི་ཕྱ་གྲོ་མཉམ་འདེགས་བྱེད་ནི་ད་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་ལ་ཨཱ་ཕ་ཡི་གེ་བཏང་དགོས་ཡོད་ན་རེད་ཨཱ་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་རྒྱུན་ལས་ལ་ཡི་གེ་བཏང་དགོས་ཡོད་ན་ཨཱ་ད་ལན་དེ་ཕ་མགོ་མགོ་གནམ་ལ་ཐུག་རྐུབ་ས་ལ་ཐུག་ལ་ཡེ་དེ་ད་ད་ལན་དེ་ཡོང་གི་མ་རེད་ད་ལན་དེ་སོ་སོའི་གི་དངོས་གནས་དྲང་གནས་ཀྱི་སྤྱི་ཚོགས་ནང་ལོག་ལ་དཀའ་ངལ་འཕྲད་བཞིན་པ་དེ་ཞུས་པ་ཡིན་ན་ཨཱ་དངོས་གནས་དྲང་གནས་ཀྱི་ད་ལན་གོ་སྐབས་ཡག་པོ་ཅིག་ཡོད་རེད་ངོ་དེ་ཡིན་གཅིག་མིན་གཅིག་ཞུ་དགོས་རེད་ང་ཚོའི་གི་སྤྱི་ཚོགས་ནང་ལོག་ལ་ད་དཀའ་ངལ་འཕྲད་བཞིན་པ་དེ་མི་མང་ཚང་མས་གི་ལབ་གི་འདུག་མ་འོངས་པ་ལ་ང་ཚོའི་ལ་འོས་ཤོག་གི་ཐོབ་ཐང་དེ། ཆོས་བརྒྱུད་ཀྱི་ཐོག་ནས་འོས་ཤོག་ཡོང་ཡ་འདི་ཐོབ་ཐང་འདི་ང་ཚོ་ལ་ཡི་འདྲ་མཉམ་མགོ་འདུག་ལ་ནི་སྐད་རྒྱབ་ཀྱི་ཡོད་ར་ང་ཚོ་ལ་ཡི་ཆོས་བརྒྱུད་ཡོད་ར་ང་ཚོ་ཡི་རྒྱལ་ལུགས་ཡིན་རྒྱུ་རེད་ས་སྐྱ་ཡིན་རྒྱུ་རེད་བཀའ་བརྒྱུད་ཡིན་རྒྱུ་རེད་རྙིང་མ་ཡིན་རྒྱུ་རེད་བོན་ཡིན་རྒྱུ་རེད་ང་ཚོ་ལ་ཡི་ཆོས་ལུགས་ཡོད་ར་འོ་དེ་འདྲས་ཕྱིན་ནི་ད་ང་ཚོས་གཅིག་གིས་གཅིག་གི་ནང་ལོགས་ལ་སྐད་ཆ་བཤེར་བ་ཙམ་གྱིས་འགྲིག་གི་ཡོད་མ་རྟ་ང་ལ་ཡི་མགོ་འདུག་ལ་ངས་དཔེ་མང་པོ་འདུག་སྙེ་མ་ང་ཚོས་གི་དྲ་ཐོག་ནས་ད་ལྟ་མཚན་རྟ་བསྡུ་རུབ་བྱེད་དུས་ག་ནི་མི་མང་པོ་གཅིག་མིན་ཅེས། དང་དང་བླངས་ལྕགས་སྣོན་ལག་དེབ་ལྗང་གུ་འདི་ཁྱེད་ནས་ཕེབས་སོང་ང་ཚོས་རྒྱང་རེད་ད་ལྟ Petition Online Petition འདི་དུ་ལབ་གི་འདུག་དངོས་གནས་དྲང་ནས་ང་ཚོ་ལ་ཆོས་རྒྱུད་ཐོག་ནས་ཡོང་ཡག་གི་སྤྱི་འཐུས་འདི་ད་མེད་དེ་ང་ཚོ་ལ་ཐོབ་ཐང་འགོ་འདུག་ད་སི་ལ་ནི་དེ་འདྲས་འདི་ལ་ད་ད་ལྟ་ལབ་གི་ཡོད་རེད་ཁ་ནས་ཚོར་གི་ཡོད་རེད་སྤྱི་ཚོགས་ནང་དཀའ་ངལ་འདི་ཡོང་གི་ཡོད་བ་མཐོང་གི་ཡོད་རེད་དེ་ད་ད་ད་ད་ཞུ་ཡས་ཡིན་ན་ཞུ་ཡས་ཀྱི་ཞུས་ས་འདུག་ད་སི། ད་ད་ལྟ་ཚང་མ་གི་སོ་སོའི་གི་ཡི་གེ་ཕྲེང་གཉིས་གསུམ་ཡི་གེ་མང་པོ་དགོས་ཡ་ཡོད་མ་རེད་གང་དེ་ལ་འགོ་འཇོས་དེ་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་ཨན་དེ་ནས་ནས་སོ་སོ་འགོ་དོན་གར་དོ་ཆོས་རྒྱུད་ཐོག་ནས་ཡོང་ཡ་གི། སྤྱི་འཐུས་གི་དམ་ཡ་དེ་ང་ཚོའི་ལ་ཡི་ཐོབ་ཐང་འགོ་འདུག་ཨན་དེ་མིན་སོ་སོ་སོའི་གི་བཅའ་ཁྲིམས་ནང་ལོ་ལ་ག་རེ་འགྱུར་བ་བཏང་དགོས་དོ་སྤྱི་ཚོགས་ནང་ལོ་ལ་མ་འོངས་པ་ལ་ག་རེ་ཡ་ག་ཡོང་ས་རེད་བཅའ་ཁྲིམས་ནང་ལོ་འགྱུར་བ་བཏང་བ་ཡིན་ན་འོ་དེ་འདྲས་ཕྱིན་བསམ་བློ་བཏང་ནས་ནས་ཕ་ཕུལ་བ་ཡིན་ན་ཨན་ད་ལེ་དངོས་གནས་དྲང་གནས་གི་ད་དུས་ཚོད་ད་གལ་ཆེན་ནམ་དོལ་ཆེན་ད་འདུས་བྱས་ནི་ད་འདུས་ཀྱི་ཞགས་པ་ཡིན་ན་ནི་ང་ཚོ་ལ་གོ་སྐབས་འདི་ད་ཡང་སྐྱོ་རག་གི་མ་རེད་འདི་རྣམ་པ་གླེང་མཁན་ཚང་མ་ཡི་མཁྱེན་གི་ཡོད་དེ་ཡིན་ནི་ད་ངས་བརྙན་ཐུང་ནང་ལོག་ནས་ཡང་བསྐྱར་དུ་འབོད་སྐུལ་ཞུ་ཡ་ཡིན་ཨ་འོ་འདི་འདྲས་བྱས་ནི་ཕ་ཡི་གི་བཏང་བ་ཡིན་ན་སྙན་ཞུ་ཕུལ་བ་ཡིན་ན་ཨ་ནི་ད་ལན་ཏན་ཏན་གི་ང་ཚོ་ཚང་མ་ལ་ཨ་ནི་ཡིན་ད་གོ་སྐབས་ཆེན་པོ་ཅིག་རག་གི་ཡོད་རེད་ཨ་ནི་འགྱུར་བ་ཆེན་པོ་ཅིག་བཏང་ཐུབ་ཡ་ལ་ཨ་ནི་ང་ཚོ་ཚང་མ་ལ་རེ་བ་ཡོད་རེད་ད། ཁོ་ཚོས་ཀྱིས་ང་ཚོས་ཀྱིས་རྐུབ་བཀྱག་གང་ལ་བཀྱེས་ནས་ཁོ་ཚོས་ཀྱིས་ཁྲིམས་གཞི་སྲུང་ལས་ཀ་བྱེད་ཀྱིས་མེད་བ། ཨེ་སུས་སུས་ཀྱིས་ག་རེ་གནང་གི་འདུག་འོ་དེ་ཕྱི་ལོ། སྤྱི་ཟླ་གསུམ་པའི་ཁ་སེང་སྤྱི་ཟླ་གསུམ་པ་གྱི་ཚེས་ཉི་ཤུ་རྩ་གསུམ། ཨེ་ཚོགས་ཐེངས་གཉིས་པ་དེ་བྱ་ཡི་བར་སེང་ཞུ་དེ་བལྟ་བ་ཡིན་ན་ཨེ་ནི་ཁྱེད་རང་ཚོས་ཀྱིས་མཁྱེན་གྱི་རེད་ད་སུས་ཀྱིས་རྐང་བཙུགས་ནས་ཨེ་ནི། གྲོས་ཚོགས་ནང་ལོ་ལ་བཅའ་ཁྲིམས་གཞི་བཟུང་ལས་འགན་འཁྱེར་གྱི་མི་འདུག་རྐུབ་བཀྱག་གང་ལ་བཀྱག་ནི་ཁོ་ཚོ་ད་ཕྱི་དུས་ཁོ་རང་ཆགས་ཐུབ་ཡས་ཁོ་རང་མི་མི་འདུག་ཁྱེད་རང་གཟིགས་དང་ཨ་ནི་མཁྱེན་གྱི་རེད་གཞི་ནས་ཁོ་ཚོ་འདི་ང་ཚོས་ཀྱི་སྤྱི་འཐུས་ལ་འོས་བབ་ཁོ་རང་མི་འདུག་སྤྱི་འཐུས་ཡིན་ན་བཅའ་ཁྲིམས་ནང་ལོ་ལ་ཨ་ནི་སྤྱི་འཐུས་གཅིག་ཆགས་ཡས་ལ Eligibility ལ་གི་འདུག་ཨ Qualification ངོ་འདི་ཁོ་རང་ཚང་ཡོད་མ་རེད་ད་སྤྱི་འཐུས་ཁ་ཤས་འདི་ངོ་འདི་གཟིགས་རོགས་ན་རྣམ་པ་གླེང་གི་ཚུལ་གྱི་མཁྱེན་གྱི་རེད་ངོ་སྦྱིན་ད་ད་ལས་ནས་དུས་ཚོད་འཕྲོ་བརླག་མ་བཏང་བ་ཆེད་སོ་སོ་ལ་དཀའ་ངལ་ག་རེ་མཐོང་གི་འདུག་འདི་ཕ་སྙན་ཞུ་ནང་ལ་བྲིས་ནས་ནི་ཕ་བཏང་བ་ཡིན་ན་ད་ལན་གོ་སྐབས་ཆེན་པོ་རེད་ད་ང་ལྟ་བུ་ཡིན་ན་ང་ལ་སྤུ་སྐུ་ཡོད་རེད་ང་ཚོའི་སྤུ་སྐུ་ལ་མ་འོངས་པ་ལ་ཨ་ནི་ང་ཚོའི་བོད་མིའི་སྒྲིག་འཛུགས་འདི་ལྷ་ཐག་ཐག་དང་ད་ལྟའི་གི་སྤྱི་འཐུས་ལྷན་ཚོགས་འདི་ཁྲིམས་བཟོ་ལྷན་ཚོགས་ཀྱི་ངོ་བོ་ཡིན་འདུག་བཅའ་ཁྲིམས་འདི་ཚོ་ལྷ་ཐག་ཐག་བཟོས་ཡས་ལ་ང་ཚོ་ལ་ད་ལན་གོ་སྐབས་ཆེན་པོ་ཅིག་རག་ཡོད་རེད་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་བཙུགས་ཡོད་རེད་ཨ་ནི་ཚང་མས་གི་འགན་ཁྱེར་ནས་ད་འདི་ལ་སྙན་ཞུ་རྒྱབ་དགོས་རེད། ཨན། ད་ལྟ་གྲོང་སྡེ་གྲོང་སྡེ་ནས་སྙན་ཞུ་བརྒྱབ་ན་འགྲིག་གོ་ད་གང་ཆེ་ག་ནས་བརྒྱབ་ན་འགྲིག་གོ་རེད་འདི་སྒང་ལ་ཚོགས་པ་སྐྱིད་སྡུག་ཁག་མང་པོ་འདུག་ཨ་ད་ཚོགས་པ་སྐྱིད་སྡུག་ཁག་དེ་ཚོ་ད་ལན་དངོས་གནས་དྲང་གནས་ཀྱི་སོ་སོས་ཀྱི་ལས་འགན་འདི་ཁེ་རས་ཀྱི་ད་དུས་ཚོད་ལ་བབ་འདུག་མ་ཤེས་གཞན་པ་ཚོགས་པ་སྐྱིད་སྡུག་ཁག་དེ་འདྲས་བཙུགས་ནས་ནི་གེ་སྒུག་ཅིག་ད་ཕན་མཐོ་གོ་མར་བ། དངོས་ཡོད་ཁ་ཡོད་ལག་ཡོད་བོད་མིའི་སྒྲིག་འཛུགས་འདི་སྲ་བརྟན་འདི་ལ་ནི་སོ་སོའི་ཀྱི་ཚོགས་པའི་ཀྱི་སྐྱིད་སྡུག་གི་ནུས་པ་མཉམ་པོ། ད་ལན་གྱི་དུས་ཚོད་འདི་ལ་ནི། གོ་སྐབས་གཟིམས་ནས་ཡ་ངའི་ཤུལ་ཕུལ་མ་ཐུབ། བོད་མིའི་སྒྲིག་འཛུགས་ཀྱི་མང་གཙོ་ཀ་བ་གསུམ་ཀ་འདི་སྲུང་སྐྱོབ་བྱེད་མ་ཐུབ་པ་ཡིན་ན། མ་འོངས་པ་ལ་ལོ་རྒྱུས་ནང་ལོ་ཚོགས་པ་སྐྱིད་སྡུག་ཡིན་ན་རེད། མི་སོ་སོ་སྒེར་རེ་ཟུང་ཁ་ཤས་དངོས་གནས་དྲན་ཤེས་འབྱུང་གཉིས་ལྡན་ཡོད་རེད་བརྙན་ཐུང་བཟོས་ངེས་ཡོད་རེད་སྐད་ཆ་བཤད་ངེས་ཡོད་རེད། ག་རེ་ཡིན་ན་འགལ་ད་ལན་གྱི་དུས་ཚོད་གལ་ཆེན་པོ་འདི་གོ་སྐབས་གཟིམས་དགོས་འདུག་སྔོན་འདི་ཞུ་ཡ་ཡིན། ཨ་ནི་བསྐྱར་ནས་བསྐྱར་དུ་འབོད་སྐུལ་ཞུ་ཡ་ཡིན་རྣམ་པ་ལྷན་རྒྱས་ཚོ་ལ་ལྟ་འདི་སྔས་ཤུལ་དེ་ཕུག་གོ་འདུག་ད་ང་ཚོས་ཀྱི། མང་དྲགས་སོང་ཟེ་དེ་འདྲའི་སྒུར་ཡ་དངོས་གནས་དྲགས་ནས་ཁོ་ཚོས་ཀྱི་རྐུབ་བཀྱག་གང་ལ་བསྡད་ནས་ལས་ཀ་ཡག་པོ་བྱེད་ཀྱི་མི་འདུག་ཟེ་ལ་ནི་མི་ངོ་ཤེས་ཡ་འདི་སྤྱི་འཐུས་ནང་ལོག་ནས་སུས་ཀྱི་དེ་འདྲས་གནང་གི་མེད་བ་སུས་ཀྱི་འགན་འཁྱེར་གྱི་མེད་བ་སུས་ཀྱི་རྐུབ་བཀྱག་དེ་གང་ལ་བསྡད་ནས་བོད་མི་སྒྲིག་འཛུགས་ལ་ཁ་བཏགས་ནི་ཚུར་གཏོར་བཤིག་གཏང་གི་ཡོད་བ་འདི་ག་ནས་མཐོང་གི་རེད་ལབ་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་གསུམ་པའི་ཚེས་ཉི་ཤུ་རྩ་གསུམ་གྱི་གསོལ་ཇའི་བར་གསེང་བཞུགས་ཀྱིས་ནི་དེ་ནི་མ་ལ་གཟིགས་རོགས་གནང། རྣམ་པ་ལྷན་སྐྱེས་ཚུལ་གྱིས་བལྟ། ཕྱི་དུས་ནང་ལོ་སུས་ཀྱིས་སུས་ཀྱིས་འགན་འཁྱེར་གྱི་མེད་བ་དེ་འདི་ནང་ལོ་ལ་སེར་བུ་ཐུང་ཀུ་རེ། འདི་སྒང་ལ་རྒན་ནི་དེ་སྔ་ནས་ཚོགས་འདུ་མང་པོ་ཚོགས་ཡོད་རེད། འདི་ནང་ལོ་ནང་གི་མཇལ་ཡ་ཡོད་རེད་དེ། ད་ལན་འདི་ལ་གལ་ཆེ་ནང་ནས་དོད་ཆེ། འདི་ནས་གཟིགས་ཡ་ཡོད་རེད། འོ་དེ་གཟིགས་པ་ཡིན་ན་རྣམ་པ་ལྷན་སྐྱེས་ཚོ་དངོས་གནས་དྲང་གནས་སེམས་ཤུགས་འཕར་མ་སྐྱེད་ཆེད། ད་ང་ཚོ་ད་ལན་ཅིག་བྱེད་དགོས་འདུག། འོ་དེ་འདྲས་ཀྱི་དགོངས་ཀྱི་རེད་ང་རང་ཡིན་ན་རྒྱའི་ངའི་པ་ལ་དྲུང་ངའི་སྙེ་མ་བོད་ལ་ཡིན་ན། སྤུ་གུ་ཆུང་ཤོས་དེ་གྲྭ་བ་ལ་བཏང་གི་འདུག་ང་ངའི་པ་ལ་དེ་ནང་མི་ནས་སྤུ་གུ་ཆུང་ཤོས་རེད་ཧྲ་ནི་ཁོ་རང་གྲྭ་བ་བཏང་འདུག་ཡིན་ནས་རྒྱའི་རྟ་ཞུ་ནས་གྲྭ་བ་ལ་རྟ་བོད་ནང་ལོ་ལ། དེ་དུས་གྲྭ་བ་ལ་རྟ་ཆུང་ཆུ་ག་དུས་བཏང་བྱས་དེ་དུས།

ད། མང་ཚོགས་ཀ་བ་གསུམ་ནས་ཡ། གཅིག་འདི་ཡ་ཧྲ་ཐག་ཐག་བཟོ་ཐུབ་ཡ། ཁྲིམས་ཞིབ་པ་ཆེ་ཡ་འདི་བསྐོ་བཞག་གནང་ཐུབ་ཡ་ཀྱི་གོ་སྐབས་ཅིག་རག་ཡོད་རེད་ཡིག་ཆ་ཨང་བཅུར་དགུ་དང་ཡིག་ཆ་ཨང་ཉི་ཤུ་བརྒྱུད་ནས་ཨེ་འདི་ལ་རྐང་བཙུགས་ནས་ཨེ་འགན་མ་བསྐུར་བ། རྐང་བཙུགས་ནས་ཨེ་ནི་བཀག་ལས་འདི་དངོས་གནས་དྲང་གནས་བོད་པ་ཅིག་ཡིན་ན་ཨ་ནི་དེ་འདྲས་ཅིག་ད་གནང་ཐུབ་ཡ་མི་འདུག་བསམ་ཡ་ཅིག་གི་ངའི་སེམས་པ་ལ་བསླེས་སོང། ད་རྒྱ་ནག་དམར་གཞུང་གི། ང་ཚོའི་བོད་པ་དེ་བོད་ནང་ལོགས་ལ་གདུག་རྩུབ་མནར་གཅོད་བཏང་གི་ཡོད་པ་དང་ཨ་ནི་འཛམ་བུ་གླིང་ཡོངས་ལ་འགྲེལ་བཤད་ལོག་བཤད་རྒྱབ་ཀྱི་ཡོད་པ་དང། ཨ་ནི་ད་འདུས་གལ་ཏེ་བཙན་བྱོལ་ནང་ལོགས་ལ་བོད་པ་འབྱོར་བདེ་བ་རྣམས་འདི་ཚོའི་དངོས་གནས་དྲང་གནས་ཀྱི་ཆབ་སྲིད་ཀྱི་ཐོག་ནས་བཀའ་མོལ་གནང་བ་ཡིན་ན་རེད་ག་རེ་ཡིན་ན་རྒྱལ་ཡང་ཡང་སྐྱོ་བོད་ལ་སོ་སོ་ནང་མི་ཞིག་ལྷག་སྐྱོ་འདི་ཚོ་ལ་དཔེ་གདུག་རྩུབ་མནར་གཅོད་བཏང་གི་འདུག་ངོ་དེ་འདྲས་ཕྱིན་ནས་ད་ང་ཚོའི་གི་བོད་པས་ཀྱི་བོད་པ་ནང་ལོགས་ལ་དུས་ཨཱ་ནི་སྡུག་རྩུབ་མནར་གཅོད་གཅིག་གིས་གཅིག་ལ་ཨཱ་ནི་མ་ཉེས་ཁ་གཡོག་ཨཱ་ནི་བོད་མིའི་སྒྲིག་འཛུགས་འདི་ལ་ཨཱ་ནི་རྐང་བཙུགས་ནས་གཏོར་བཤིག་བཏང་བ་ཡིན་ན་ཨཱ་ནི་ད་འདི་བློ་ཕམ་རང་བཞིན་གྱི་རོ་ཨཱ་ངོ་ནས་ཨཱ་ནི་འདི་འདྲས་གཅིག་ད་ང་ཚོ་ལ་བོད་པའི་མི་གཅིག་མགོ་ཡག་གོ་ར་མི་འདུག་ཨཱ་ངོ་འདི་འདྲས་བྱས་ནས་ད་ད་རིང་བསྐྱར་དུ་ཡང་ཚོགས་པ་སྐྱིད་སྡུག་ཁག་ཨཱ་ནི་དགོན་སྡེ་གྲྭ་ཚང་ཡུལ་ཡོངས་ཨཱ་ནི་ད་ད། མི་སྒེར་རེ་ཟུང་ཆ་ཚང་གིས་ད་ལན་གྱི་གོ་སྐབས་དེ་དམ་འཛིན་བྱེད་ནས་ངོ་ནས་དྲང་གནས། ཚོགས་གཙོ་ཚོགས་གཞོན་སྐབས་བཅུ་བདུན་པའི་གི་ཚོགས་གཙོ་ཚོགས་གཞོན་རྒྱུན་ལས། བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་ལ་སོ་སོའི་མངོན་འདོད་ག་རེ་འདུག་སྤྱི་ཚོགས་ནང་ལ་དཀའ་ངལ་འཕྲད་ཡས་དེ་སེལ་ཡས་ལ་བཅའ་ཁྲིམས་ནང་ལོ་ལ་ག་རེ་ག་རེ་ཡག་འབོད་སྐུལ་ཞུ་དགོས་འདུག་ད་ལན་ཞུ་རོགས་ཞུ་བ་ཡིན་ན་ངོ་ནས་དྲང་གནས་ཀྱི། ང་ཚོ་ཚང་མ་ལ་ཕན་གྱི་རེད་བསམ་གྱི་འདུག་ངེད་ཀྱིས་ཞུ་རོགས་གནང་ཞུ་རོགས་གནང་ལ་ནི་ཡིན་ནས་རྣམ་པ་ལྷན་རྒྱས་ཚོས་ཀྱི་ད་ལྟ་གྱི་སྐབས་བཅུ་བདུན་པའི་གྱི་སྤྱི་འཐུས་དེ་ཚོས་ཀྱི་གནང་བཞིན་པ་དེ་ཏག་ཏག་ཅིག་དང་ཨ་ནི་འདི་གོང་ས་མཆོག་ལ་ཐུགས་ཕམ་བསྒྲུབ་ཀྱི་མེད་བ་དང་ཨ་ནི་ང་ཚོའི་མང་ཚོགས་ཀ་བ་གསུམ་ནས་གཅིག་འདི་ལ་སྐྱོན་དང་ཨ་ནི་དེ་ནས་བཀའ་ཤག་ལ་མཛད་དགག་བཟོས་ཀྱི་མེད་བ་དུ་མཐོང་གི་ཡོད་པ་ཡིན་ན་ཨ་ནི་འགྲིག་གི་ཡོད་རེད་ཡིན་ན་ང་འདྲ་བོ་ཅིག་ཡིན་ན་ད་འདི་དངོས་གནས་དྲང་གནས་ཀྱི་མང་དྲག་སོང་ད་འཁྱོག་ཐུག་ཡ་མི་འདུག་ཁོ་ཚོས་ཀྱི་དངོས་གནས་དྲང་གནས་ཨ་བི་པིག་ཅར་སྦ་ཀི་ཧེ་ལ་ངེད་འགྲོ། ཚོགས་ཐེངས་རེ་རེ་ལ་དུག་ཏུ་དུག་ཏུ་སྟོད་ཡོང་གི་འདུག་ཨ་ངོ་ནས་དྲངས་ན་འདི་ང་ཚོའི་གི་ནི་མགུར་ཐུབ་ཡ་ཁོ་ར་མེ་བ་གི་དུས་ཚོད་ལ་སླེ་ཞགས་ད་ད་ད་ང་ཚོ་ལ་གོ་སྐབས་དངོས་གནས་དྲངས་ནས་གི་གོ་སྐབས་གལ་ཆེན་པོ་ཅིག་རག་ཡོད་རེད་ང་ཚོས་ཚང་མས་གི་སྙན་ཞུ་ཕུལ་བ་ཡིན་ན་ཨ་ནི་བསྒྱུར་བཅོས་ཅིག་ཏན་ཏན་གཏང་དགོས་ཐུག་གུ་རེ་ཀན་ཏན་ཏན་གཏང་དགོས་རེད་བསམ་གི་འདུག་ཁོ་ཚོ་ང་ཚོའི་མི་མང་གི་སྐུ་ཚབ་ར་ཁོ་ཚོའི་ཞིབ་བཅོས་ཞལ་སྔ་འདི་གི་ང་ཚོ། ཆོལ་ཁ་གསུམ་ཆོས་བརྒྱུད་ལྔ་ཨ་ནི་བཙན་བྱོལ་ནང་ལ་ཡོད་པའི་གི་བོད་མི་ཚང་མེད་ཀྱི་སྐུ་ཚབ་ཡིན་འདུག་ཁོ་ཚོ་ལ་འགན་ཆགས་ཀྱི་ཡོད་ར་ང་ཚོས་ཚང་མེད་ཀྱི་ཨ་ནི་དུ་སྙན་ཞུ་ཡག་ཕུལ་གོ་རེད་ཨ་ནི་ཁོ་རང་སྲིད་ན་སྐྱེར་ད་དངོས་གནས་དྲང་གནས་ཀྱི་ཁ་སིང་སྨྱོན་ལགས་ཀྱི་ཞུས་ཚང་ཡིན་ད་འདས་ཀྱི་སྐབས་བཅུ་བདུན་པའི་གི་ཚོགས་གཙོ་འདི་དགེ་བཤེས་ནང་ནས་ད་མཁན་པོ་རེད་འདུག་ཨ་སྙིང་མ་གྲ་ཚང་གི་དངོས་གནས་དྲང་གནས་ཀྱི་ད་ཁོང་རང་གི་ད་ད་ད་གིན། ཐུགས་ཁུར་ཆེ་ཞེས་གཞི་ཡས་ཀྱི་ད་ད་འདྲ། གྲ་སྒྲིག་ཨང་གསར་ཡོད་རྒྱུ་རེད་འདི་གནང་ན་མ་གཞི་ལོ་རྒྱུས་ནང་ལོ་ལ་ནི་གོ། ཏག་ཏག་ཅིག་བསྡད་ཀྱི་ཡོད་མ་རེད་དངོས་གནས་དྲང་གནས། དགེ་བའི་བཤེས་གཉེན་ནང་ནས་ནི་མཁན་པོ་ཅིག་ད་ད་འདས་ཀྱི་སྤྱི་འཐུས་གྲོས་ཚོགས་ནང་ལ་སླེབས་ཡོད་འདུག་ག་ནི་ང་ཚོ་ཡིན་ན་སྤོ་བ་བྱེད་དགོས་རོ། ཨ་ནི་ཕྱིས་ཀྱི་ཡུལ་གྲུ་ཁག་དེ་ཚོ་ལ་ཕེབས་ན་ཀྱི་སྤོ་བ་བྱེད་ནི་ཕེབས་ནས་ནི་དངོས་གནས་དྲང་གནས་སྡེ་སྲིད་དང་ས་ནང་པ་སངས་རྒྱས་པའི་ཀྱི་ཨ་ནི་དངོས་གནས་དྲང་གནས་དགེ་བའི་བཤེས་གཉེན་དགེ་བའི་བཤེས་གཉེན་ནང་ནས་མཁན་པོ་གཅིག་ནི་ང་ཚོའི་ཀྱི་མང་ཚོགས་ཀ་བ་གསུམ་ནས་གཅིག་དེ་ཀྱི་ཨ་ནི Speaker ཡིན་ད་ལ་ནི་སྤོ་བ་བྱེད་ནི་ཞུ་ཡ་ཡོང་གུར་བ། ཕྱོགས་སུ་མ་ལུང་ནས་ཕྱག་ལས་གནང་བ་ཡིན་ན། ཕྱོགས་སུ་ལུང་ནས་ཕྱག་ལས་གནང་བ་ཡིན་ན་ཨ་ནི་ད་དངོས་གནས་དྲང་གནས་ཀྱི་སྐུ་ཞོ་སྟོན་ཀ་སེར་པོ་སྐུ་ཞོ་སྟོན་ཀ་ད་ག་འབྱེད་དམར་པོ་ག་རེ་གོན་གྱི་ཡོད་ན་ང་ཚོ་མི་ནག་གཅིག་གི་ཐོག་འདི་འདྲས་ཞུས་པ་ཡིན་ན་གཉའ་ལ་ཏིང་གནང་ན་འགྲོ་གི་རེད་ལབ་གི་འདུག་དེ་འདྲས་གཅིག་ཡོང་མོ་ཀོ་བའི་ཐོག་ནས་དངོས་གནས་དྲང་གནས་ཀྱི་གནང་བ་ཡིན་ན་གཟི་བརྗིད་ཡོང་གི་རེད་ངོ་དེ་འདྲས་ཞུ་ཡ་ཡིན་ཨ་ནི་ད་ད་ད། ཧཧཧ་ཧཧ་ཧཧ་ཧཧ་ཧཧ་དགེ་བའི་བཤེས་གཉེན་དང་དེ་འདྲའི་ཐོག་ནས་ཨེ་འདྲས། རྐང་བཙུགས་ནས་གནང་རྒྱུ་ཡོད་བ་དེ་འདྲའི་སྤྱི་འཐུས་ནང་ལོགས་ལ་ཐུགས་འཁུར་རང་ཡང་མི་ཡིན་སེམས་པ་གིས་བསམ་བློ་བཏང་ཡ་འདི་ཡང་བྱས་ནས་ཆ་ཚང་ཅིག་འཁྲུག་འགྲོ་གི་འདུག་ར་དངོས་གནས་དྲང་ནས་ཨེ་ད་འདས་ཀྱི་དུས་ཚོད་ལ་ད་ས་ག་ཟླ་བ་ར་བོ་དེ་འདྲས་ཕྱིན་ནས་ཨེ་ད་ད་འདས་ཀྱི། ཕྱི་དུས་སྐབས་བཅུ་བདུན་པཀྱི་ཚོགས་གཙོ་ཚོགས་གཞོན་རྒྱུན་ལས་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་ལ་ང་ཚོ་ཚང་མས་ཀྱིས་འགན་འཁུར་ནས་ད་སྙན་ཞུ་བཏང་ཡ་འདི་གལ་ཆེན་པོ་ནང་ནས་གལ་ཆེན་པོ་གྱི་དུས་ཚོད་སླེ་ཞགས་ད་ཉི་མ་གཅིག་གཉིས་མ་འགྱངས་བ་ཆེད་ད་ལྟ་ནས་སོ་སོས་ཏང་གི་སྙན་ཞུ་ནང་ལོ་ལ་སོ་སོའི་གྱི་བཅའ་ཁྲིམས་ལག་དེབ་ཨང་གྲངས་འདི་ཡིན་གྱི་མིན་གྱི་བྲིས་དགོས་རེད་ཁ་ཆེ་ལ་འདི་གཞུང་འབྲེལ་གྱི་ཐོག་ནས་ཡིག་ཐོག་ཡི་གེ་ཆགས་ཀྱི་ཡོད་དོ་ང་རང་གཅིག་པུ་གྱིས་བཏང་བ་ཡིན་ན་གི་ངེད་ཀྱི་གཤམ་དེ་ལ་ཁོ་མོ་བསྟན་གཡང་ནས་དཔྱ་ཁྲལ་ལག་དེབ་ཨང་གྲངས་འདི་ཡིན་གཅིག་མིན་གཅིག་བཀོད་དགོས་ཡ་གཅིག་ཆགས་ཀྱི་ཡོད་རོ་འོ་དེ་འདྲས་བྱས་ནས་རྣམ་པ་ལྷན་རྒྱས་ཚང་མ་གྱི་བཏང་གནང་ན་དཔེ་མི་སྲིད་ཀྱི་ཕན་ཐོག་ཆེན་པོ་ཡོང་གི་རེད་སྔོན་དུ་ཞུ་ཡང་ཡིན་ད་ངས་ག་དུས་ན་བརྙན་ཐུང་ནང་ལོག་ལ་སྐད་ཆ་བཤད་ཀྱི་རོ་སྐད་ཆ་གལ་ཆེན་པོ་ཁ་ཤས་ཁ་ཤས་ཅིག་ལུས་འགྲོ་གི་འདུག། དེ་མ་ལ་མང་པོ་ཅིག་ཕེ་ཤ་ཐུགས་རྗེ་ཆེ་རྣམ་པ་གླིང་གི་ཚང་མ་གིས།

དྲིའུ་དེ་སྟོང་གོ་དུར་ལ་ཡི་དུར། ཨ་ཅག་ཁྱོད་རང་ཕྱི་རོ་ཇི་ལྟར་ལ་ཡི་དུར་ངེད་ཀྱི་ལག་ཡིན་པ་ང་ཚོ་ཚང་མ་ཧ་མ་གོ་བ་སུ་གང་ཅི་ཡོད་མ་རེད། གཉིད་སད་ཡ་འདི་ང་ཚོ་ཚང་མས་ཧ་གོ་གི་ཡོད་རེད་མཐོང་གི་ཡོད་རེད་ཨན་ཁྱེད་རང English ནས་བྲིས་ནས་བཏང་བཏང་ན་འགྲིག་གི་ཡོད་རེད་ལ་ཡིན་པ་ཡིན་དང་ཡིན་ལ་ཡིན་པ་བོད་ཡིག་མ་ཤེས་ན English ནས་བྲིས་ན་འགྲིག་གི་ཡོད་རེད་ཨན་ཁོ་རང་གི་ཨན་དྲ་ལ་ཡི་དུར་ད་ད་ལྟ་གི་དངོས་གནས་དྲང་གནས་ཀྱི་ཕྱི་རྒྱལ་ཡུལ་གྲུ་ཁག་གི་ད་དེ་འདྲ་ཡོད་ར་ཁོང་ཚོ་ལ་ཡི་ཞུ་གི་ཡིན་ང་ཚོས་ཀྱི་མང་གཙོ་ཀ་བ་གསུམ་ནི་ཨ་ནི་མང་གཙོ་ཀ་བ་གཅིག་དེ་གི་སྤྱི་འཐུས་ནང་ལོ་དེ་ཚོས་ཀྱི་མང་གཙོ་ཀ་བ་དེ་སྲུང་སྐྱོབ་བྱེད་ཡས་ཀྱི་ལས་ཀ་བྱེད་ཀྱི་མི་འདུག་མང་གཙོ་ཀ་བ་དེ་གཏོར་ཡས་ཀྱི་ཁོང་ཚོས་ཀྱི་ལས་ཀ་བྱེད་ཀྱི་འདུག་ལ་ནི་དབྱིན་ཇི་དེ་ཚོ་ལ་ཕ་ཞུས་ཀྱི་ཡིན་ལ་ཡི་འདུག་ད་དེ་ངས་ཀྱི་ཕ་འདྲེ་བཀག་ཐུབ་ཀྱི་མ་རུང་བ་ཡང་ཨ་ནི་སོ་སོ་སོ་ག་རིགས་འདོད་པ་ཡོད་བ་དེ་ཨ་ནི་ད་ཁོ་ཏག་ཏག་ཅིག་བོད་བོད་མི་སྒྲིག་འཛུགས་ལ་ཕན་གྱི་ཡོད་བ་ཡིན་ན་ཨ་ནི་ཁོ་གནང་ན་འགྲིག་གི་རུ་ཨ་ནི་ང་ཚོས་ལ་རྒྱབ་སྐྱོར་གནང་ངེས་ཀྱི་སྐུ་ཚབ་དང་ད་ཨིན་ཇི་དང་རྒྱ་གར་མང་པོ་ཡོད་རེད་བ་ད་ལྟ་རྒྱ་གར་འཕགས་པའི་ཡུལ་དུས་ང་ཚོ་ལ་བཀའ་དྲིན་ཆེན་པོ་ཡོད་འདུག་རྒྱ་གར་གྱི་མི་ནང་ཁྱེད་ཆུང་པོ་དེ་ཚོ་ང་ཚོ་ལ་རྒྱབ་སྐྱོར་གནང་གི་ཡོད་རེད་བ་དངོས་གནས་དྲང་གནས་གྲོས་ཚོགས་ནང་ལོར་ལ་རྐང་བཙུགས་ནས་ང་ཚོ་མང་གཙོ་ཀ་བ་གསུམ་དེ་ཁ་སེང་སྤྱི་ཟླ་གསུམ་པ་གྱི་ཚེས་པ་ཉི་ཤུ་རྩ་གསུམ་དེ་ལ་ཁོང་ཚོ་ལ་གོ་སྐབས་ཡག་པོ་ཅིག་རག་ཡོད་རེད་ཡིག་ཆ་ཨང་བཅུར་དགུ་ཉི་ཤུ་གཉིས་ཀ་ལ་རྒྱབ་སྐྱོར་གནང་ཡོང་བས་ན་ད་ལྟ་འདི་ང་ཚོ་དཀའ་ངལ་དེ་ཡོད་མ་རེད་བསྐྱར་གསོ་ཐུབ་ཚར་རེད་ཁྲིམས་ཞིབ་པ་ཆེ་ཡང་བསྐོ་བཞག་གནང་ཚར་རེད་ཨ་ནི། ད་དུ་ཟི་ལིང་མ་ལ་བཀའ་བློན་བསྐོ་བཞག་ཡོང་གི་ཡོད་ན་ད་ཚང་མ་ཡོང་ཐུབ་ཡོད་རེད་ད་ཡིན་ན་ཁོང་ཚོ་ཚང་མས་གི་དེ་ཉིན་མོ་དེ་ལ་འགན་མ་བསྐུར་བར་རྐང་བཙུགས་ནས་འགན་མ་བསྐུར་བར་ཨ་འདི་བྱིན་ད་ད་ལྟ་སྟོང་པ་ལྷག་བསྡད་ཡོད་རེད་ཨ་ད་ད་ལྟ་རང་དབང་ཅན་གྱི་སྡེ་ཚན་གྱི་འགན་འཛིན་ད་ལྟ་རྩིས་ཞིབ་ཀྱི་འགན་འཛིན་ཡིན་ན་གི་ད་རྒས་ཡོལ་ཕེད་དུ་ཨ་འདི་ཚོ་ཡིན་ན་གི་དམ་འབུལ་ཞུ་དགོས་རེད་ཨ་དེ་འདྲས་རང་དབང་ཅན་གྱི་སྡེ་ཚན་གཅིག་ལ་དོ་ཕོག་འགྲོ་ན་ཨ་ནི་ཚང་མ་ལ་དོ་ཕོག་འགྲོ་གི་ཡོད་རེད་ད། ཨ་ནི་ད་ལྟ་མཉམ་འབྲེལ་ཡིན་ན་རེད་ད་ག་རེ་ཡིན་ན་འདས་ཚིང་ཚང་མ་ལ་ད་ག་འཇིག་ཚང་མ་ལ་དཀའ་ངལ་འགྲོ་དུས་ག་ནས་ཨ་ནི་ད་ལྟ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡིན་ན་བོད་རིགས་ཚོགས་པ་ཡོད་ར་བོད་རིགས་ཚོགས་པ་ཡིན་ན་གི་བོད་མི་སྒྲིག་འཛུགས་མེད་ན་ཨ་ནི་ག་འདྲེས་གནས་ཐུབ་གི་རེད་ར་ཨ་ནི་ད་ལྟ་སྡེ་བ་ལ་ཡིན་ན་གི་ཚོགས་པ་སྐྱིད་སྡུག་མང་པོ་འདུག་སྒེར་གྱི་ཚོགས་པ་སྐྱིད་སྡུག་དེ་འདྲས་དབུས་གཙང་སྐྱིད་སྡུག་དང་ད་ག་འཇིག་ཆོལ་ཁ་གསུམ་གྱི་སྐྱིད་སྡུག་དེ་འདྲས་འདུག་ཨ་ཨ་ནི་ཆོལ་ཁ་གསུམ་གྱི་སྐྱིད་སྡུག་ཡོད་པ་ཡིན་ན་གི་བོད་མི་སྒྲིག་འཛུགས་ཨ་མ་དེ་མེད་པ་ཡིན་ན་ཨ་ནི་ག་འདྲེ་སྲིད་ཚོགས་པ་སྐྱིད་སྡུག་བཙུགས་ཐུག་གི་རེད་རོ། བོད་མིའི་སྒྲིག་འཛུགས་ལ་ཡི་དེ་མང་གཙོ་ཀ་བ་གསུམ་མཉམ་འདུག་ལ་སྒོ་ཡོད་ནས་ནི་མང་གཙོ་ཀ་བ་གསུམ་ཆགས་ཀྱི་ཡོད་རེད་ད། སྤྱི་འཐུས་ལྷན་ཚོགས་གཅིག་པུ་གཅིག་གིས་མང་གཙོ་ཀ་བ་གསུམ་ཆགས་ཡ་ཡོད་མ་རེད། བཀའ་ཤག་གཅིག་པུ་གཅིག་གིས་མང་གཙོ་ཀ་བ་གསུམ་ཆགས་ཡ་ཡོད་མ་ར་མང་གཙོ་ཚད་ལྡན་གཅིག་ཆགས་ཡ་ཡོད་མ་རེད། འོ་དེ་འདྲས་ཕྱིན་ནི་གང་བྱེད་ང་ཚོས་ཚང་མེད་ཀྱི་ཕྱར་གྲུ་མཉམ་འདེགས་གྱིས་ནི་ད་བར་ཡ་བསྐྱར་གསོ་ཐུབ་ཡ་གི་གོ་སྐབས་ཡག་པོ་གཅིག་རག་ཡོད་རེད་ཨ་ནི་སྤྱི་འཐུས་ལྷན་ཚོགས་ཀྱིས་ད་ལྟ།

ཁ་སིང་ང་ཚོའི་ཐོབ་ཐང་ལེན་རོགས་འོས་ཤོག་བླུག་ནས་ཡང་བཏང་རོགས་ད་གང་བྱེད་ད་ང་ཚོའི་རྒྱལ་འདི་ཁེ་ནས་ད་ཁྱོད་ཚོ་ང་ཚོའི་གི་ནང་ལོག་ལ་བཏང་ཡོད་སྲིད་ན་ནང་ལོག་ལ་ཁྱོད་ཚོ་ལས་ཀ་ཡག་པོ་བྱེད་གི་མི་འདུག་ལ་ནི་ཡིན་གཅིག་མིན་གཅིག་གི་ད་ཞུ་གོ་རེད་ཨ་ནི་ད་ད། ཆོས་རྒྱུད་ཁག་ནས་ཕེ་བའི་གི་སྤྱི་འཐུས་བཅུ་དེ་དགོན་སྡེ་གྲྭ་ཚང་ཁག་ནས་བདམས་རེད་ངས་ཁ་སིང་ནས་ཞུས་ཚང་ང་ཚོའི་གི་བདམས་ནི་བཏང་ཡོད་མ་རེད་བ་ཨ་དགོན་སྡེ་གྲྭ་ཚང་ཁག་གི་ད་ད་ད་འགན་ཆེན་པོ་གཅིག་བཞེས་གནང་དགོས་འདུག་ཁ་ཤེ་ལ་ན་ད་རྣམ་པ་ལྷན་རྒྱས་ཚོས་གི་བདམས་གནང་བའི་གི་སྤྱི་འཐུས་བཅུ་དེ་གི་ཨ་ནི་དངོས་གནས་དྲང་གནས་ཀྱི་ད་ཆ་ལས་ཡག་པོ་གནང་གི་མེད་བ་དེ་ད་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་གསུམ་པའི་གི་ཚེ་ཉི་ཤུ་རྩ་གསུམ་སྲོལ་འབྱེད་ཀྱི་བར་གསེང་བཞུགས་ཀྱི་བརྙན་ཐུང་དེ་གཟིགས་པ་ཡིན་ན་ཨེ་དགོན་སྡེ་གྲྭ་ཚང་ཁག་གི་མཁན་གི་རེ་མཁས་རྣམ་པ་ཚོས་ཀྱི་ཆོས་བརྒྱུད་སྤྱི་འཐུས་བཅུ་བདམས་གནང་རྒྱུ་དེ་གི་ལག་པ་མ་བརྐྱངས་ནས་ནི་དགུ་བརྐྱངས་མ་བཏང་ནས་ནི་ད། ང་ཡིག་ཆ། ཨང་བཅུ་དགུ་བོད་མིའི་སྒྲིག་འཛུགས་ཀྱི་མང་གཙོ་ཀ་བ་གསུམ་ནས་གཅིག་གསོ་སྐྱོང་བྱེད་ཡ་འདི་ལ་ནི་ཁོང་ཚོའི་གི་བེད་ཁོ་རང་ཚོར་བ་མེད་བ་ནང་བཞིན་གཟུགས་པོ་ལ་ནི་དབུགས་མེད་བ་ལྟ། ཚད་མེད་བ་ནང་བཞིན་བདེ་བདེར་བ། གཟུགས་པོ་ལ་བོད་པ་གཅིག་ཡིན་ན་ད་ཚོར་བ་ཡོང་གི་རེད་བོད་པ་གཅིག་ཡིན་ན་ཤ་ཞེན་ཡོང་གི་རེད་བོད་པ་གཅིག་ཡིན་ན་གོང་ས་མཆོག་ཕགས་དེ་ལ་བཞུགས་དེ་ཡོད་བསམ་ནི་གང་དྲག་དྲག་བྱེད་ཀྱིར་བ་སྤྱི་འཐུས་ནང་ལོག་ལ་ཕྱག་ལས་གང་དྲག་དྲག་གནང་གིར་བ་ལྟ། རྐུབ་བཀྱག་གང་ལ་སྐྱེས་ཡོད་རེད་མི་མང་ཚང་མ་ལྟ་དེ་ཡོད་རེད་འདི་ནང་ནས་དམིགས་བསལ་གི་བོད་པ། ལྷག་ཀྱོག་བོད་ནང་ལ་གཞིས་ལུས་པུས་བོད་མི་ཚོས་རེ་བ་བརྒྱབ་ནས་བསྡད་ཡོད་རེད་འདི་ལ་ངོ་ཚ་ནས་ཕྱག་ལས་ཡག་པོ་གནང་རྒྱུར་བ་རྐང་བཙུགས་ནས་ཚོར་བ་མེད་བ་འདྲ་བོ་ཨ་ནི་རྐང་བཙུགས་ནས་གཏོར་སོང་ཨ་འོ་དེའི་དགོན་སྡེ་གྲྭ་ཚང་ཁག་བཙུན་དགོན་ཁག་ཚོས་ཀྱིས་གཟིགས་བ་ཡིན་ན་ཨ་ནི་ངོ་ནས་དྲང་གནས་རྣམ་པ་ཚོས་ཀྱིས་གཏང་ཞག་རྒྱོ་བྱེད་ཀྱི་བྱེད་རྒྱུ་སྤྱི་འཐུས་དེ་ཚོ་ག་རེ་བྱས་ནས་ཨ་ནི་ད་བསྡུ་བྱེད་ཀྱི་འདུག་ད་ཡིན་ན་ཁ་ཤས་ཅིག་གིས་ང་ལ་ད་ཉིན་རྗེ་རྒན་པ་ཚོས་ཀྱིས་དཔེ་སེམས་པ་སྐྱོ་སྣང་བྱས་ནས་གསུང་གི་འདུག་ཨ། ཨ་ནེ་ད་འདས་པས་ན་ཆ་ས་ན་དགེ་ལུགས་ཀྱི་སྤྱི་འཐུས་གཉིས་གཅིག་ཏུ་ཨ་འབྲུག་ཚེ་བརྟན་དང་གོ་བོ་ཕན་བདེ་སྙེ་མ་སྐབས་བཅུ་དྲུག་ལ་བྱིར་བ། རྐང་བཙུགས་ནས་ཡང་རྒྱུག་བསྐྱར་བ་དངོས་གནས་ཕྱིན་ན། དེ་དུས་ཀ་ནི་མང་པོ་ཞེན་པ་འདུག་ཨ་ཀུ་ཤུ་ལ་ཞེན་པ་གདམ་ཡས་འདུག་ཨ་ཆོས་རྒྱུད་ཀྱི་སྤྱི་འཐུས་དེ་ཡིན་གཅིག་མིན་གཅིག་ཀུ་ཤུ་ལ་གདམ་དགོས་ཡས་ཡོད་མ་རེད། ཆོས་རྒྱུད་ཀྱི་སྤྱི་འཐུས་དེ། མི་སྐྱ་སུ་བདམས་ན་ཡི་འགྲིག་གོ། ཡིན་ན་ཡང་སྐུ་ཞོ་འདི་རང་ཅག་གཉིས་ཏང་དུ་རྐང་བཙུགས་ནས་ད་འདི་ཤེས་བཞིན་དུ་ཏང་རེད་ལ་ནི་རྒན་ཁོག་དེ་ཚོའི་ལབ་རྒྱུར་ཁ་ཅིག་ལབ་ན། ཁོ་ཚོ་གཉིས་ཀྱིས་ཁ་སིང་སྨྱོས་ལ་ཨ་ནི་གྲོས་ཚོགས་ནང་ལོག་ལ་ག་འདྲི་གནང་ཡོད་མེད་ཚང་མ་མཐོང་ཡོད་རོགས་ཨ། ད་འདོད་ཁོ་ཚོ་ངེས་ལ་ཡ་ཁྱོད་རང་གཉིས་མགོ་ནས་རྒྱུགས། ཁྱོད་རང་གཉིས་མགོ་ནས་བཅགས། ཁྱོད་རང་གཉིས་མགོ་ནས་ད་སོ་སོའི་གི་ཏོག་དེ་བཏོན་ཞོགས། དགེ་ལུགས་ཀྱིས་ཕྱི་དུས་སྤྱི་དུས་ཀྱི་ངོས་ནས་ཨེ་དགེ་ལུགས་ཡིན་ན་དངོས་གནས་དྲང་གནས་ཀྱིས་ད། ནང་པ་སངས་རྒྱས་པའི་གིས་ད་ད་ད་གོང་ས་མཆོག་དགེ་ལུགས་ནས་རོ། དགེ་ལུགས་ཡིན་ན་ཨ་ནི་ད་དངོས་གནས་དྲང་གནས་ཀྱི། ད་བསྟན་པ་ནང་ནས་ད་ཕའི་ཡི་ཆོས་རྒྱུད་ལྔ་ནང་ནས་ཟབ་ཟབ་བྱིན་ནས། ད་གང་བྱེད་གཞན་པ་འདི་ཚོ་ལ་མིག་དཔེ་ཡོད་པ་སྟོན་དགོས་རོ་དངོས་གནས་དྲང་གནས། བཀའ་བརྒྱུད་རྙིང་མ་ས་སྐྱ་བོན་ཨ་ནི། འོ་དེ་ནས་ནས་ད་གང་བྱེད། མི་ཨ་ཡོད་ནང་ནས་ད་ཡོད་སྒོ་ང་ནང་ནས་གསེར་རི། དགེ་བཤེས་བཏང་གི་ཡོད་ན་སྐུ་ཞོག་བཏང་གི་ཡོད་ན། ཨ་ནི་མཁན་པོ་བཏང་གི་ཡོད་ན་སློབ་དཔོན་བཏང་གི་ཡོད་ན། བཙལ་དྲ་དེ་འདྲས་བདམས་ནས་བཏང་བཏང་དགོ་མ་རེད་པས། ད་དེ་འདྲས་འདྲའོ་ཅི་མ་ཤི་མེད་པ་ཡིན་ན་གང་འདྲས་ཡིན་ན་ད་དེང་སང་དགོན་སྡེ་གྲྭ་ཚང་ཁག་ནང་ལོ་ལ། ཨ་ནི་དགོན་སྡེ་གྲྭ་ཚང་ཁག་ནང་ལོ་ལ། གྲྭ་བ་བཙུན་མ་ག་ཚོད་ཡོད་ན་དགེ། ད་འདི་ནང་ལོ་ནས་སྤུས་ཚད་ཡག་ག་དེ་འདྲེ་བཏང་ཡས་ཀྱི་ཐབས་ཞིབ་མ་གནང་བ་ཆེ་ཡ་ཁྱོད་ཚོ་འགོ་ནས་རྒྱུགས་ཁྱོད་ཚོ་འགོ་ནས་ཁྱོད་ཚོ་གི་ད་འདི་ལྟད་མོ་འདི་སྟོན་ཤོས་ཁྱོད་ཚོ་འགོ་ནས་ཁྱོད་ཚོ་གི་ཀུན་སྤྱོད་འདི་སྟོན་ཤོས་ལ་ནི་བཏང་ཤ་བ་ཡིན་པ་འདྲ་བོ་ཅིག་རྐང་བཙུགས་ནས་ནི་རང་ཅག་རང་ཅག་འདི་འདྲེ་སླེབས་འདུག་ཨ་དངོས་ནས་དྲང་ནས་གི་ད་ད་ལན་འདི་ད་ཚད་ལས་བརྒལ་བ་ཆགས་ཀྱི་འདུག་ད་འོ་འདི་འདྲེ་ཕྱིན་ནི་རྣམ་པ་ལྷན་རྒྱས་ཚང་མས་གི་ད་ཡི་གི་བཏང་བ་ཡིན་ན་ཨ་ནི། ཨ་ནི་ཁོ་ཡིག་ཐོག་ནས་འབྲུ་གུ་རག་ང་ཚོ་ཚང་མས་ཀྱི་སྤྱི་ཚོགས་དྲ་རྒྱ་ནང་ལ་ཁ་ནས་བཤད་བདེ་བ་ཡིན་ན་ཨ་ནི་ཁོ། ད་ཁོ། ཡིག་ཐོག་ལ་མེད་འདུག་ག་ནི་ཨ་ནི་ཁོ་ཚད་འཛིན་ས་ཡོད་མ་རེད་བ། འོ་དེ་འདྲས་རེད་ད་ང་རང་འདྲ་བོ་ཅིག་ན་དེ་སྤྱི་ཚོགས་འདི། ཐད་གཏོང་ནང་ལ་དོན་ནི་གཅིག་སེམས་པས་མ་བཟོད་ནས་བཤད་བདེ་རེད་མ་གཞི་དོན་དངོས་པོ་འདི་རྣམ་པ་ལྷན་སྐྱེས་ཚོ་གི་གནང་ཐུབ་གི་རེད། ང་གི་འདི་ནང་ལོགས་ལ་སྐད་ཆ་བཤད་ཡ་མ་བཤད་ཕན་ཐོག་ཡ་ཁྱད་མ་རེད་སོ་སོ་ངོ་ནས་ཡི་གེ་གཅིག་བྲིས་ནས་ཕ་བཏང་ཞེས་རེད་ཨ་ནི་དོན་ཚན་དེ་འདྲས་དེ་འདྲས་གཅིག་ད་ལན་འགྱུར་བ་བཏང་དགོས་འདུག་ཆོས་རྒྱུད་སྤྱི་འཐུས་འདི་ང་ཚོའི་གི་ལ་དམ་ཡག་གི་ཐོབ་ཐང་འདི་ང་ཚོ་ལ་དགོ་འདུག་མང་གཙོའི་འགྲོ་ལུགས་འགྲོ་འདུག་ཤི་ས་བྱེད་ན་ང་ཚོའི་ལ་གི་མང་གཙོ་འི་ཐོབ་ཐང་གི་འདྲ་མཉམ་འདི་དགོ་ཡོད་རེད་ཨ་ནི་ཆེ་བསྟོད་ཁྲིམས་ཞིབ་ཁང་ཆེ་ཡ་ནང་ལོ་ལ་ཁྲིམས་ཞིབ་པ་འདི་ད་ལན་གི་སྤྱི་མདོ་དགུ་བ་ནང་ལོ་ལ་མ་བསྐོས་བ་ཡིན་ན་ཨན་ད་ཁྱོད་ཚོ་འདུག་ཆང་རྙེད་རྙེད་བྱེད་ནི་ལོ་ནི་ལོ་བསྟུད་མར་བྱེད་ནི་རྙེད་ནི་དེ་ན་ང་ཚོ་ལྐུག་པ་མར་དང་ང་ཚོ་ཧ་གོ་གི་འདུག་ལ་ནི་ཨ་ནི་ཕ་ཡིས་གི་བཏང་བ་ཡིན་ན། ཨ་ནི་ངོ་ནས་དྲང་གནས་ཀྱི། དོན་ལ་མཁས་པ་གནས་ལ་མཁས་པ་ཡོང་གི་རེད། འོན་ཏེ་རྣམ་པ་གླེང་གི་ཚུལ་གྱིས་གནང་ཐུག་གི་རེད་ཞུ་ཡང་ཡིན་ལྟ་འདི། ཨ་ནི་ལྟ། འདི་ག་རང་ཡིན། ཨ་ནི་ལྟ་འདི་མ་ལ་གཞན་པ་ག་རེ་གསུངས་འདུག། སེམས་ན་ཆོས་མེད་ན། ལུས་ལ་ཆོས་ཀྱི་གོས་མི་འཛག་གི་ཡིན་ལ། འདི་ག་རང་རེད་ད་ངོ་ནས་དྲང་གནས་ཀྱི། སེམས་ནང་ལ་ཨ་ནི།

ཁོང་གིས་ག་འདྲས་གསུང་གནང་གི་འདུག་ད་ལྟ་བླ་མ་བཟོད་པ་རིན་པོ་ཆེ། བླ་མ་བཟོད་པ་རིན་པོ་ཆེ་ནི་ད་གོང་སྐུ་བཞེངས་གཤེགས་ཚར་རེད། ཁོང་འགྱུར་ནས་མྱུར་དུ་འཁྲུངས་བ་ཤོག་ལ་ནི་ང་སྨོན་ལམ་བརྒྱབ་ཀྱི་ཡོད་བ་དངོས་གནས་བླ་མ་བཟོད་པ་རིན་པོ་ཆེ་ལྟ་བུ་ཡིན་ན་ད་དངོས་གནས་དྲང་གནས་ཀྱི་བླ་མ་ནང་ནས་མཚན་ལྡན་དངོས་གནས་སངས་རྒྱས་དངོས་གནས་དྲང་གནས་ཀྱི་སངས་རྒྱས་བསྟན་པ་ལ་ད་ཡང་ཞབས་ཕྱི་ཞུ་ངེས་ཨ་ནི་གོང་ས་མཆོག་ལ་རྩེ་གཅིག་ཏུ་ཕྱག་རོགས་གནང་ངེས་དེ་འདྲས་རེད་འདུག་ཨ་ནི་ད་ཡིད་སྲིད་དུ་རིན་པོ་ཆེ་མཆོག་གིས་ག་འདྲས་གསུང་གི་འདུག་རྒྱ་གར་དང། བལ་ཡུལ་དང་ཚང་མ་ནང་ལོགས་ལ་དངོས་གནས་དགོན་སྡེ་གྲྭ་ཚང། ཆོས་རྒྱུད་སྔགས་ཀྱི་དགོན་སྡེ་གྲྭ་ཚང་ཁག་ཆོས་རྒྱུད་སྔགས་ཀྱི་ད་ལྟའི་ད་བླ་ཆེན་དང་ད་ག་འབྱེད་གྲྭ་ཚང་སྐྱིད་སྡུག་འདི་ཚོ་ཧ་ཐག་ཐག་འདུག་ཨ་འདི་ག་ནས་བྱུང་རེད་འདི་སྐྱབས་མགོན་དོན་གྱི་བདག་པོ ྋགོང་ས་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་རྒྱ་གར་ལ་ཞབས་སོར་འཁོད་བྱས་ནས་པ་འདི་ད་ལྟ་འདི་རྒྱ་གར་གྱི་པ་འདི་ནེ་རུ་ལ་ཕ་ལགས་གཉིས་ཐལ་མོ་སྦྱར་ནས་ཕ་འབོད་སྐུལ་ཞུས་ནས་དེ་ནས་རིམ་པས་ཕྱིན་སྦག་ས་སླར་གྱིན་ད་སྦག་ས་གྱི་ད་ལྟ་སྐུ་ཤོར་རྣམས་དེ་ནས་ཕྱིན་ད་དགོན་པ་རེ་རེ་ཕྱིན་ད་ད་ལྟ་ཚང་མ་གྲྭ་རྒྱལ་བུ་ཧང་སང་ཡ་དེ་འདྲ་ཡོད་པ་དེ་ཁོང་གི་ཐུགས་རྗེ་བཀའ་དྲིན་ལ་ད་ནི་བྱུང་རེད། གསུང་ནི་ཏཱའི་སི་ཏུ་རིན་པོ་ཆེ་མཆོག་གིས་དངོས་གནས་དྲང་གནས་ཀྱི་ག་འདྲི་གསུང་གནང་འདུག་ར་དེ་ཚོ་གོ་གཅིག་གཅིག་གོ་ཡོང་འདུག་དངོས་གནས་ཁོ་རང་ང་ཚོ་མི་སྐྱ་མི་སྣ་མགོ་ནག་ཡིན་ན་གི་གཟུགས་པོ་ལ་དར་སིག་རྒྱབ་ཡོང་གི་འདུག་དངོས་གནས་དེ་འདྲས་ཀྱི་སྐུ་ཤོག་ནང་ནས་འདི་སྒང་ལ་གི་སྤྱི་འཐུས་ནང་ལ་བསྡད་ནས་ཡ་སྐུ་ཤོག་ལ་ན་དེ་འདྲས་ཅིག་ཡིན་ད་ལ་ནི་དཔེ་སྟོན་ངེས་འགྲོ་སྐུ་འཇུ་སོ་མིག་དཔེ་སྡུག་ཅག་སྟོན་ངེས་འགྲོ་དེ་འདྲས་དངོས་གནས་དྲང་གནས་ཀྱི་ཧང་སང་ཡ་རེད་ཤ་ར་དངོས་གནས་དྲང་གནས་དེ་འདྲས་ད། ཨ་ནི། སོ་སོ་ལ་དེ་འདྲས་ཀྱི། སྤུ་གུ་དེ་འདྲས་ལ་ད་ནང་མི་དེ་འདྲས་གཅིག་ད་མེད་བ་ཧྲུ་ལ་ནི་དངོས་གནས་དྲང་གནས་སྨོན་ལམ་རྒྱལ་ཞག་ངས་ཨ་མ་ལ་ད་པ་ལ་ཡིན་ན་ད་དངོས་གནས་དང་པའི་དགྲ་ལ་ཡང་ན་ཚ་མ་ཡོང་བ་ཧྲུ་ལ་ནི་སྨོན་ལམ་རྒྱག་ངེས་དེ་འདྲས་རེད་ད་དངོས་གནས་དྲང་གནས་དེ་ཨེ་གོང་ས་མཆོག་མེད་པ་ཡིན་ན་ནི་ཁ་ལ་ཐ་ལ་རྒྱབ་རེད་ལ་ནི་དངོས་གནས་དྲང་གནས་རྩེ་གཅིག་ཏུ། དངོས་གནས་དྲང་ནས་ང་ཚོའི་དེ་འདྲའི་ཡོད་དེ་ཡིན་ནས་ད་ད་འདས་ཀྱི་དགོན་པ་དགོན་སྡེ་གྲྭ་ཚང་ཁག་འདི་ཚོ་དངོས་གནས་དྲང་ནས་ག་འདྲའི་གྲ་རྒྱས་བོ་ག་འདྲའི་ཡག་པོ་ཆགས་འདུག་རོ། སྤྱིར་བཏང་ནི་ད་དགོན་སྡེ་གྲྭ་ཚང་ཁག་ད་སོ་སོ་སོ་སོ་སོ་གི་སྐུ་ལས་སྐྱོན་ཡོད་དེ་ཡིན་ནས་ད་ད་འདའ་འདུག་ང་ཚོ་ཚང་མ་ཁྲ་ཁོར་ཁོར་གནས་ཐུབ་ཡ་དེ་ཡིན་ནས་གོང་ས་མཆོག་རྒྱ་གར་ལ་ཞབས་སོར་འཁོད་ནས་ཕྱིན་ནས་ད་འདའ་བར་དུ་སྐུ་ལས་སྐྱོན་ནས་ང་ཚོ་ཚང་མ་དེ་འདྲའི་ཆགས་ཡོད་རོ། འོ་དེ་འདྲ་བྱས་ནས། ཏཱའི་སི་ཏི་རོན་པོ་ཆེ་མཆོག་གི་བཀའ་སློབ་དེ་རྣམ་པ་ལྷན་རྒྱས་ཚོ་གཟིགས་རོགས་གནང་ཞུ་ཡ་ཡིན་པ་ཨེ། ད་ལྟ་ཡང་ང་ཚོའི་བོན་གྱི་ད་དེ་འདྲ་བླ་ཆེན་ཁོང་ད་ད་མིན་ཨ་རི་ལ་ཆིབས་བསྒྱུར་གནང་ཡ་རེད་བ་ཡང་ང་ཚོ་ཚང་མ་བཀའ་སློབ་བྱེད་ཡ་ཡོད་རེད་ཨེ་ད་དེ་ད་དེ་བཞིན་ཨེ་རྒྱ་བ་ཀརྨ་པ་མཆོག་གི་བཀའ་སློབ་བྱེད་ཡ་འདུག་ས་སྐྱ་གོང་མ་རིན་པོ་ཆེ་མཆོག་གི་བཀའ་སློབ་བྱེད་ཡ་འདུག་དངོས་གནས་དྲང་གནས་ཀྱི་ཨ་ནི་ད་ད། དགའ་ལྡན་ཁྲི་རིན་པོ་ཆེ་ཡིན་ན་རེད་ཤར་པ་ཆོས་རྗེ་ཡིན་ན་རེད་བྱང་པ་ཆོས་རྗེ་ཡིན་ན་རེད་ད་གང་བྱེད། ཁོང་རྣམ་པ་ཚོ་ཡི་བཀའ་སློབ་ཅིག་བྱེད་ཡོང་འདུག་ག་ནི། དངོས་གནས་དྲང་གནས་ཨ་ནི་ག་འདྲས་ཕྱི་ནི་འདི་སྤྱོད་སྤྱི་དུས་སྤྱོད་འདི་ག་འདྲས་ཕྱི་ནི་སླེབ་ཡིན་ན་བསམ་མེད་དེ་འདྲས་དེ་འདྲས་ཀྱི་སེམས་པ་ལ་ཡོང་གི་འདུག་ཨ་འོ་དེ་འདྲས་ཕྱི་ནི་ག་འདྲས་པས་མི་སྲིད་ཀི་ད་ང་ཚོའི་སེམས་པ་སྐྱོ་བོ་ཨ་ནི་ང་ཚོ་མི་ནག་གི་ཕ་ལ་ཨ་ནི་ཅིག་དེ་འདྲས་གཉའ་ལ་གཏིང་ནག་ནག་ལ་འབྲུ་ཡལ་གྱི་སྐད་ཆ་དེ་བཤད་གོ་མེད་བ་དགོན་སྡེ་གྲྭ་ཚང་ཁག་གི་དངོས་གནས་དྲང་གནས་ད་ལན་ད་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་ལ་དགོན་སྡེ་གྲྭ་ཚང་ཁག་ནས་ཕྱག་བྲིས་བཏང་ནས་བཅའ་ཁྲིམས་འདིའི་ནང་ལོགས་ལ་དེ་འབྲེལ་གྱི་འགྱུར་བ་བཏང་དགོས་འདུག་ད་བྱུང་གསུམ་བྱུང་ན་ད་དགོན་སྡེ་གྲྭ་ཚང་ཁག་གིས་མ་མཁྱེན་པ་ཡོད་མ་རུང་བ་ཡང། ཨ་ནི་ང་ཚོ་འདི་ཡིན་ན་དངོས་གནས་ཆོས་འདི་ཆོས་ལ་ཕྱིས་སྲིད་འདི་སྲིད་མི་ནག་གིས་བསྐྱངས་ན་ཨེ་ད་ད་འདུག་ཨ་བུ་ཀྲན་དང་དེ་འདྲའི་རྒྱལ་ཁབ་ཡག་པོ་དེ་འདྲས་ནས་དཔེ་བླངས་ཡ་འདུག་ཨ། ཨཱ་ནི། དགོན་སྡེ་གྲྭ་ཚང་ཁག་གི་སྐུ་ཞོགས་རྣམ་པ་ཚོས་སྔོན་ནས་དྲངས་ནས་ནང་པའི་བསྟན་པ། ཨཱ་ནི། བསྲུང་བྱེད་ད་ལྟ་གོང་ས་མཆོག་གིས་ད་ལྟ། ད། ཚན་རིག་དང་ནང་པའི་གི་ལྟ་གྲུབ་གཉིས་ཀྱི་ཐོག་ནས་ག་འདྲས་ཀྱི་ཨི་མོ་རི་ཡུ་ནི་ཝར་སི་ཏི་དང་དེ་འདྲས་མཉམ་དུ་མཐུན་ནས་ག་འདྲས་ཀྱི་ནང་པའི། ཆོས་དེ་ཕྱི་རྒྱལ་ཡུལ་གྲུ་ཁག་ལ་དར་ཡ་དང། ཨཱ་ནི། ཕྱི་རྒྱལ་མི་ནག་དང་འཛམ་བུ་གླིང་ཡུལ་གྲུ་ཁག་ལ་ཨཱ་ནི། ཕ་ནང་པ་སངས་རྒྱས་པའི་གི་ཆོས་དེ་ཚན་རིག་དང་མཐུན་པའི་ཐོག་ནས་ཚན་རིག་མཉམ་དུ་བསྡུར་ནས་ཕ་སྟོན་ཡ་ཡོད་པ་གྱི་དེ་འདྲས་ཀྱི་མིག་དཔེ་ཡོད་པའི་གྱི་ནང་པནང་པ་སངས་རྒྱས་པའི་གྱི་ཆོས་རྩ་ཆེན་པོ་འདི་རེད་བ་ཨེ་དགེ་འདུན་པ་དེ་ཚོ་དེ་ཚོ་ཕ་རྒན་བཞེས་ནས་དེ་འདྲས་ཕ་སྣང་བྱས་ཨ་མི་སྐྱ་དེ་ཚོ་སྲིད་བསྐྱངས་བྱས་ཨ་ནི་ད་ལྟ་རྒྱལ་ཁབ་ཚགས་ཚུད་པོ་དེ་འདྲས་ནང་ལོག་ལ་ཨ་ནི་ངོ་ནས་ཆོས་དང་སྲིད་གཉིས་མཉམ་དུ་སྤྲད་སྤྲད་མ་གནང་ནས་བསྡུ་བ་འོ་དེ་འདྲས་འགྲོ་དགོས་དེ་གྲ་ཚང་ཁག་ནས་འགན་འཁྱེར་ནས་ཨ་ནི་བསྡུ་ཞིག་ད་ངོ་ནས་དྲང་ནས་ང་ཚོས་གྱི་ད་ལྟ་ཕ་དུ་ད་ཆོས་རྒྱུད་གི་ཐོག་ནས་སྤྱི་འཐུས་ཕེབས་པ་སྐུ་ཞོག་དེ་ཚོ་བཏང་ཡོད་རེད་དེ། ཡག་པོ་གནང་གི་ཡོད་མ་རེད་བ་ད་ལྟ་དེ་འདྲའི་འདྲ་བོ་ཅིག་ཁོང་ཚོས་ཀྱི་འདུག་ཐག་གཅོད་གནང་བ་ཡིན་ན་ཡག་པོ་ཡོང་གི་རེད་བ་ངོ་དེ་འདྲའི་རེད་དེ་མིན་དངོས་གནས་དྲང་གནས་ཀྱི་ང་ཚོ་ཚང་མ་ལ་སྡིག་པ་བསགས་རོགས་རང་རེད་འདུག་རེད་བ་དངོས་གནས་དྲང་གནས་ངོ་དེ་འདྲའི་ཅིག་ཞུ་ཡང་ཡིན།

ཨ་མྱེས་ཨེ་འདྲ་ག་བ་ཡོང་གི་རེད་ལ་ཡིན་པ་རྒྱ་གར་འདི་ལ། ང་ཚོ་ལ་རྒྱ་གར་གཞུང་གིས་གོང་ས་མཆོག་གིས་ཞུས་ནས་ནི་རྒྱ་གར་གཞུང་གིས་གནང་རོ་གནང་རྒྱོ་རེད་ང་ཚོ་ལ་ཁང་པ་འདི་ནི་ཁྱོད་ཚོ་ལ་ཨེ་འདྲས་ང་ཚོ་ཤཱཀྱ་བཀྲས་དེ་འདྲས་ཡོང་གི་མ་རེད་དེ་ཁོ་རྒྱ་གར་གཞུང་གིས་བདག་པོ་རྒྱབ་གི་རེད་ལ་ཡིན་པ་ངོ་དེ་འདྲས་རོ། རྒྱ་གར་ཡིན་ན་རྒྱ་ཧ་གུ་ཡི་འདུག་དུས་ཕ་འདྲས་ཤེས་རྒྱ་ན་འདི་གོང་ས་མཆོག་གིས་དུས་སྐུ་ལས་བསྐྱོན་ནས་ནི་ང་ཚོ་ལ་རྒྱ་གར་གཞུང་ལ་འབྲེལ་བ་བྱེད་ནས་ནི་ཁང་པ་ར་བ་བཏང། ད་ང་ཚོས་སློབ་གྲྭ་བཙུགས་བ་དང་སྨན་ཁང་བཙུགས་བ་དང་རྒས་གསོ་ཁང་བཙུགས་བ་དང་དགོན་སྡེ་གྲྭ་ཚང་ཁག་འདི་ཚོ་ལོགས་སུ་ལོགས་སུ་བཙུགས་གནང་བ་དང་ཆ་ཚང་ཧ་གོ་གི་འདུག་ཨ་ཨ་ནི་ཉི་མ་སྤུ་གུ་ཅིག་ཉིན་བྱེད་དཔེ་མྱང་བར་སྔོན་ཆད་ནས་ད་ལེ་བླ་མ་མེད་ན་ནི་ཁྱོད་ཚོ། ཀོན་ནེ་ཧེ་ལ་ཡི་དུ་ལ་ས་ཀོན་བ་བ་ཡིན་ག་ལ་ཡི་དུ་ལ་ས་འོ་དེ་འདྲའི་འགྲོ་དངོས་གནས་དྲང་གནས་ཀྱི་གོང་ས་མཆོག་ད་ལྟ་སྐུ་འཚོ་ཤོག་ཐོག་ལ་ང་ཚོ་ཚང་མ་ཡ་རབས་བཟང་སྤྱོད་ཡིད་ལུགས་ཚུལ་ལྡན་སྐུ་གཞོགས་ན་ནས་སྤྱི་འཐུས་ཕེབས་ཀྱི་ཡོད་ན་ཡ་རབས་བཟང་སྤྱོད་བྱས་ཡོད་རུང་ཡ་རབས་བཟང་སྤྱོད་ཀྱི་ཐོག་ནས་དངོས་གནས་ཕྱིན་ན་ཨ་ནི་སྤྱི་འཐུས་ནང་ལོགས་ལ་ཕེབས་འོས་ཀྱི་སྐུ་གཞོགས་རྣམ་པ་ཚོས་མི་སྐྱ་དེ་ཚོ་ལ་མིག་དཔེ་སྟོན་དགོས་རུང་ཁྱོད་ཚོ་དེ་འདྲས་མཆིས། ནང་པ་སངས་རྒྱས་པའི་ཀྱི་ཆོས་ནང་ལོགས་ལ་དེ་འདྲས་ཡོད་མ་ད་ས་རང་གཅེས་འཛིན་དོར་ནས་གཞན་གཅེས་འཛིན་བདག་པོ་རྒྱག་དགོས་རེད། མི་སུ་ལ་ཡིན་ན་ཀྱེ་ད་སྡུག་བསྔལ་མ་སྤྲད་ཡ་དེ་ཁོ་ཚོས་ཀྱི་ལས་འགལ་ཁོ་ཚོ་སྲུང་སྐྱོབ་བྱེད་ནས་ནི་དུས་གནང་དགོས་རུང་ཁོ་ཚོ་ཨ་ནི་ཚུར་ལ་ཁྱོད་ལ་དགོས་ན་ཡ་ལ་ནས་ཨ་ནི། མིག་དཔེ་བཟང་པོ་སྟོན་ཡང་ཕར་བཞག་ཞོག་དངོས་གནས་དྲང་གནས་ཀྱི་སྤྱི་མཐུས་གཞན་པ་མི་བརྒྱ་ཡི་ནང་གི་ཁོང་ཚོ་གི་གྲས་ལ་མཉམ་དུ་བསྡད་ནི་བསྡད་པ་ཡིན་ན། གཞས་ཡ་དང་ཚེར་ཡ་རེད་ཤ་དུ་བ། དེ་འདྲས་བསྡད་ཐུབ་ས་ཁོ་ར་མ་རེད་རུ་བ་དངོས་དེ་ཕྱིན་ནས་སྤྱི་མཐུས་གཅིག་གི་གཅིག་གི་ནང་ལོག་ལ་གས་ཕ་ཞུ་ཡ་ཡོད་ཀྱང་རུ་བ་ཡང། ང་ཚོ་དངོས་གནས་དྲང་གནས་བཅའ་ཁྲིམས་སྲུང་སྐྱོབ་བྱེད་ངེས་རེད་དཱ། ང་ཚོ། ཁྲིམས་བཟོས་ངེས་རེད་དཱ། ང་ཚོ་ཚང་མ་ཧ་རུ་ཧྥ་རུ་བྱས་ནས་འདི་བྱེད་ཀྱི་མེད་པས། ང་ཚོ་ངོ་ཚ་གི་མ་རེད་བས་ལ་ནི་ཕ་གཅིག་གི་གཅིག་ནང་ལོ་ལ་བས་ཡོད་ཀྱང་རོ་ཡང། སྤྱི་འཐུས་གཅིག་གི་གཅིག་གི་ནང་ལོ་ལ་དངོས་གནས་དྲང་གནས་འདུག་སྤྱི་འཐུས་ལས་ཀ་ཡག་པོ་མ་བྱེད་ངེས་མཉམ་དུ་ལ་བསྡད་བསྡད་ན་ང་ཡིན་ན་ངོ་ཚ་ས་རེད་དངོས་གནས་དྲང་བདེན་ཁོ་རུ་ཐུབ་ས་མ་རེད་བཅའ་ཁྲིམས་གཞི་བཟུང་ལས་ཀ་བྱེད་ཀྱི་མི་འདུག་ཨ་ད་འདོད་བསྒྲེ་ཤེར་ལོག་ཤེར་རྒྱབ་ཀྱི་འདུག་ཨ་ད་འདོད་མགོ་སྐོར་བཏང་གི་འདུག་ཨ་རྐུབ་བཀྱག་དེ་སྒང་ལ་བསྡད་ནས་ད་འདོད་གཅིག་གི་གཅིག་གི་ནང་ལོ་ལ་སྐྱག་རེ་རྩེད་ཀྱི་འདུག་ཨ་བོད་འདི་རང་བཙན་རྒྱལ་ཁབ།

དང་པོ་ལངས་ནས་ཕྱིན་ནས་ནི་མི། མིའི་ཕ་ཆོས་སྡིག་གི་ལས་ཀ་ག་རེ་བྱེད་ཀྱི་འདུག་ཡོད་མེད་ལ་མ་བལྟ་བའི་དང་པོ་ཁོ་རང་ནི་ལོ་ལྔ་ཐམ་པ་འགག་པ་ཡོད། ཁོ་ཚོ་བཙན་འཛུལ་རེད་ཆགས་པ་རེད་རྐུ་མ་རེད་ཟེར་ལ་ནི། ཕ་ཆོས་འདི་རྐུ་མ་ཆགས་པ་ཡིན་ན་ཚུར་ཆོས་འདི་རྐུ་མ་ཆགས་པ་རེད་ད། རྐུ་མ་ཆགས་པ་གཅིག་པ་གཅིག་རྐྱང་རེད་དངོས་གནས་དྲང་བླ་ཆ་ཟ་ནི་འཇུས་ཀྱི་མ་རེད། དངོས་གནས་དྲང་གནས་སྐུ་བརྒྱ་ལྷག་ན་དེ་ནི་འཇུ་ཡ་ཡོད་མ་རྟ། དངོས་གནས་དྲང་གནས། སུ་གཅིག་ལ་ད་ང་ཚོས་ཀྱི་ཞེད་སྣང་དང་འཚེར་སྣང་བྱིན་ན་རང་ཡང་ད་འདོད་དུ་སྒུར་བསྡད་ཡིན་པས་ད་མང་པོ་ཅིག་ལབ་ཤོར་གྱི་འདུག་རང་ཡང་རྣམ་པ་ལྷན་སྐྱེས་ཚོས་ཀྱི་གཟིགས་དང་དངོས་གནས་དྲང་གནས་ཀྱི། མང་ཁྲར་ད་དེ་འདྲས་དངོས་གནས་དྲང་གནས། ངའི་བུད་མེད་ཅིག་རེད་ཁོང་མོ་རང་གི་བུད་མེད་ཅིག་རེད་ད་འདོད་གཞན་པ་ཅིག་འདུག་རྣམ་རྒྱལ་སྒྲོ་ག། དེ་ཚོ་འདྲ་བོ་ཡིན་ན་དངོས་གནས་དྲང་གནས་ཀྱི་ང་ཚོ་བུད་མེད་ཡིན་ན་ང་ཚོ་ཡི་ཁོང་ཁྲོ་ད་ཡོར་ད་སེམས་པ་ལ་ང་ཡི་ཁོང་ཁྲོ་ཟ་ཆོག་ཆོག་ཡིན། ཡེ་ནས་སྔོན་གནས་དྲང་གནས་བདེན་བྲལ་ལྟ། ཞེས་བ་ལ་རོ། རྒྱལ་བ་བསྟན་འཛིན་རྒྱ་མཚོའི་མཁན་སྔོན་གནས་དྲང་གནས། ངོ་ཚ་ཡེ་རེ་ལྟ་སྔོན་གནས་དྲང་གནས་ཀྱི། ཡེ་ནས་དམངས་ཁྲག་བསུ་ན་སྙན་མ་ལ་ཡིན་ལྟ། དམངས་ཁྲག་བསུ་ན་ཡག་པོ་ཡོད་མ་རེད་སྔོན་གནས་དྲང་གནས། ག་རེ་ན too much is not good ལ་ཡིད་དུའང་སྔོན་གནས་དྲང་གནས་ཀྱི། ཚད་ལས་བརྒལ་བ་རེད་འདུག་ད་ད་ཁྱོད་ཚོ་སྔོན་གནས་དྲང་གནས་ཀྱི། ཁྱོད་ཚོ་གྲོས་ཚོགས་ནང་ལ་བསྡད་དུས་མིག་ལྟ་སྟངས་དང་གཅིག་གིས་གཅིག་ལ་འདུ་བ་ཟླ་སྤྲད་སྟངས་དང། དེ་འདྲའི་ནས་ད་ང་ཚོ་གི་རག་རག་ནས་ང་ཚོ་ཧ་གོ་ས་ལས་ཅི་མི་འདུས། དངོས་གནས་དྲང་གནས་ཀྱི། ཨ་ནི་མཁན་པོ་བསོད་ནམས་བསྟན་པའི་ད་ལྟ་ཚོགས་གཙོ་ཡིན་ན་ཀྱེ་དངོས་གནས་དྲང་གནས་ཀྱི། ལས་རིམ་རྣམ་བཞག་མགོ་མེད་སྐྱོ་ཚ་ར་ཚོ་རེད་འདི་ཚོ་སྟོན་ངེས་ཚོ་ལ་དུས་ཚོད་དཔེ་མང་པོ་སྤྲད་ཀྱི་འདུག་ཨ། དངོས་གནས་དྲང་གནས་ཨ་ཞང་ཆོས་རྒྱལ་བོ་གཞུང་མ་གྲོངས་ཚར་ན་རྡོ་དཀར་པོ་ཅིག་དང་ནག་པོ་ཅིག་སྤྲད་ངེས་ཡོད་རེད་ལབ་ཡི་འདུག་ཨ་ཡང་རྡོ་ནག་པོ་རྐྱང་རྐྱང་མ་ཤི་དཀར་པོ་ད་ར་ཡ་ཁོ་རུ་མི་འདུག་ད། དངོས་གནས་དྲང་གནས་ཀྱི། མང་ཁྲ་སྟག་ད་ཁྱོད་ཚོ་དངོས་གནས་དྲང་གནས་ཀྱི། གཉིད་ཁུག་གི་མི་འདུག་མཚན་ལ་དངོས་གནས་དྲང་གནས་ལྟོས་གོ་ན་གི་འདུག་ད། དངོས་གནས་དྲང་གནས། ཡིན་ན་ཡང། སོ་སོའི་གི་འཕྲོད་བསྟེན་དེ་སོ་སོ་དག་པོ་རྒྱག་གི་ཡིན་གར་ཕྱིན་ལ་ན་སྐད་རྒྱབ་དགོ་རེད་དོན་དགོ་རེད་ངོ་དེ་འདྲས་ཕྱིན་དགོར་གི་མེད་ད་རྩ་བ་ནས་དངོས་གནས་དྲང་གནས་གི་འོང་ངོ། ཁྱོད་ཚོ་བསམ་པ་ལ་དེ་བ་སྐད་ཞུ་རྒྱག་གི་འདུག་ད་སེམས་པ་ཐང་ཐང་མེད་བ་ཆག་འགྲོ་ཆག་འགྲོ་ཡོད་ས་རེད་བསམ་སྲིད་བ་རེད་དེ་ག་བ་ག་བ་རྩ་བ་གཉིས་ནས་གོ་རོང་དེ་འདྲས་ང་ཚོ་སྒུར་ཐུབ་ས་མར་ད་དེ་འདྲས་འདྲའོ་དབུ་མའི་ལམ་ལ་ཡིད་ཆེས་མེད་རེ་བ་ཡི་མེད་ཨ་ནི་དེ་འདྲས་འདི་མགོ་སྐོར་བཏང་ངེས་རེད་ད་གཞོན་སྐྱེས་ཚོ་འདི་ལ་མགོ་མཐོ་མེད་ཡོད་མར་ད་ལ་ནི་གྲོས་ཚོགས་ནང་ལོག་སྐད་གསང་མཐོན་པོས་ང་ནི་ལབ་ཡོར་ད། གོ་བོ་ཕན་བདེ་གིས། ད་འདི་འདྲ་ང་ཚོ་ག་རེ་བྱས་ནས་འགུར་དགོ་རེད་ར། ཕ། སྐྱ་ས་ཅིག་ལ་སྐྱ་འགོར་ཏེ་ཁྲིམས་ཅིག་ལ་གཏུག་དགོ་འདུག་ར། བཅའ་ཁྲིམས་གཞི་བཟུང་ལ་ཡོད་ར། བོད་མི། བོད་མི་རྩ་དོན་ལ་གནོད་པ་བྱེད་ངེས་ཡིན་ན་སྤྱི་འཐུས་ཁོ་ར་ཆགས་ཁ་ཡོད་མ་ར་ད། ངོ་འདི་འདྲས་བྱས་ནས། སྐུ་མཁྱེན། ལག་གཉིས་ཐལ་མོ་སྦྱར་ནས་དངོས་གནས་དྲང་བདག་དང་དོད་བསྡད་ཡ་ཡིན་པས། ཆབ་སྲིད་ལ་འབྲེལ་བ་མེད་ལ་ཡ་ཡིན་པས་ཆབ་སྲིད་སྐད་ཆ་ཤེས་ཀྱི་མེད་ལ་ཡ་ཡིན་པས་གྲོགས་པོ་གྲོགས་མོ་ཟ་ཡ་བཏུང་ཡ་འཛོམས་སྐད་ཆ་བཤད་ཧ་ཧ་ཧུ་ཧུ་ལ་ནི་སྐྱིད་པོ་བཏང་ནས་ཡ་མ་འཁྱམས་བསྡད་ཡ་ཡིན་པས། ཀུ་ཁྱེད་དངོས་གནས་དྲང་ནས་འཁྱམས་ཡ་འཁྱམས་སྐྱིད་པོ་ཡོད་བཏང་ཁ་ལ་ཡི་ཟ་ཡིན་ན་མཉམ་དུ་ལས་འགན་དེ་ཡིན་གཅིག་མིན་གཅིག་བསྒྲུབ་དགོས་འདུག་ཀུ་ཁྱེད་ལག་གཉིས་ཐལ་མོ་བཅག་ནས་ད་དེ་འདྲས་ད་སྒུར་ཐུབ་ཀྱི་མ་རྟ་དངོས་གནས་དྲང་ནས་ང་ཚོ་བོད་མིའི་སྒྲིག་འཛུགས་ལ་བསྟོན་མ་དགོངས་བའི་སུ་གང་ཅིག་ཡོད་མ་རྟ་དངོས་གནས་དྲང་ནས་ཁོ་རང་ངོ་དེ་འདྲས་ཞུ་ཡ་ཡིན་བཀའ་དྲིན་ཆེ་ང་སྤུ་གུ་བཏགས་པ་ར་སྤུ་གུ་དེ་ཚོ་ལངས། ལགས་སོ། ཨ་ནི་བཀའ་དྲིན་ཆེ། དངོས་ནས་ཡི་གེ་བཏང་རོགས་གནང། ཨ་ནི་ཡི་གེ་གཤའ་མ་འདི་ལ་སོ་སོའི་གི་མིང་དང་དཔྱ་ཁྲལ་ལག་དེབ་ཨང་གྲངས་དེ་ཡིན་ཅི་མིན་ཅི་བཀོད་རོགས་གནང། ང་ཚོ་ལ་འོས་ཐོབ་ཐང་ཆོས་བརྒྱུད་ཀྱི་ཐོག་ནས་བདམས་མེད་ཀྱི་འོས་དེ་ཐོབ་ཐང་འདྲ་མཉམ་མགོ་འདུག་ད། ཁྲིམས་ཞིབ་པ་ཆེ་འདི་ད་ལན་གྱི་སྤྱི་ཟླ་དགུ་བ་ནང་ལོག་ལ་མ་བཀོལ་བ་ཡིན་ན། ཁྱོད་ཚོ་ལས་ད་གི་མར་ད་ཁྱོད་ཚོ་འགྲིག་ཡ་མེད་ད་ལ་ནི་ཕ་ཨེ་དོན་ས་ཅིག་ལ་ང་ཚོ་ཚང་མ་དོན་གོ་རེ་ད། ད་ལན། ཡིན་ཅི་མིན་ཅི་གི་གོང་ས་མཆོག་ཐུགས་ཕམ་སྒྲོལ་ཡ་འདི་ང་ཚོ་རང་གི་ཟོལ་གི་འདུག་བ་བོད་པ་ཚོས་གི་འགན་འཁྱེར་གྱི་མིན་འདུག་བ།